ཨོ་ལས་སོ་ད་དེ་རིང་ཡང་དེ་རིང་མ་ང་ཚོ་དཔེ་དེབ་ལེ་ཚན་གྱི་ནང་ལས་དེ་བྱས་རྗེས་ཨ་ནི་གར་སོང། ད་ལྟ་ཁོང་ཨ་ཏི་ཤ་བསྟན་འཛིན་ཕུན་ཚོགས་ལགས་ཀྱིས་བརྩམས་པའི་ཨ་ནི་བོད་ལ་གཟིགས་སྐོར་སྐུ་ཚབ་ཐ་མའི་ལོ་རྒྱུས་ཟེར་དེ་ནས་མ་བུ་ཅིག་ཡང་ཀློག་ཆོག་པ་ཞིག་ཞུས་ཡོད་ད་ཁ་སང་བརྗོད་དོན་སྙིང་པོ་ཟེར་ན་འདྲ་དེ་གཙོ་བོ་དེ་དོན་ཚན་ཁུག་ཡོག་པང་གི་བཀའ་ཟེར་ས་བ་སྐུ་ངོ་རྒྱལ་ལོ་དོན་གྲུབ་མཆོག་ལ་གནང་བའི་སྲིད་བྱུས་དོན་ཚན་ལྔ་ཟེར་དེ་རེད་འོ་དེའི་ནང་ལས་ད་གཙོ་དོན་དང་པོ་དེ་ལ་དམིགས་བསལ་གྱི་ཞོག་ཞོག་དེ་མེད་དེ་བར་གང་ལྟར་རྒྱལ་ཁབ་ཡར་རྒྱས་འགྲོ་གི་ཡོད་པ་དང་མི་རིགས་མཐུན་སྒྲིལ་ཡོད་པ་དང་དེ་འདྲའི་མང་པོ་ཞིག་བྱས། ཨ་དེའི་རྗེས་ལས་པད་དེ་གར་ཟེར་བ་སྐྱ་བོ་རིན་པོ་ཆེ་དང་སྐུ་འཁོར་ལྷན་རྒྱས་ཀྱི་ཡིད་ཆེས་བྱེད་སྒོ་རེད་ཟེར་དོ། དེ་རེད་ད། ཁོ་གཉིས་དང་པོ་དེ། ཟེར་ད། ད་གལ་ཆེ་ཤོས་ནང་གི་ཆེ་ཤོས་གཅིག་དེ་འདས་པའི་ལྔ་བཅུ་ང་དགུ་གོང་གི་ལོ་རྒྱུས་དེ་བྱས་པ་བྱེད་སྒོ་རེད་ཟེར་བྱས་ནས་དོན་ཚན་གཉིས་པའི་སྙིང་དོན་དེ་འདྲ་ཞིག་བྱས། བྱས་ཙང་ཨ་ནི་ག་རེ་བྱེད་དགོས་རེད་དེང་རབས་ཅན་རྒྱལ་བ་རིན་པོ་ཆེ་ཕ་ཕེབས་བ་ཡིན་ན་དེང་རབས་ཅན་ཞིག་འཛུགས་སྐྲུན་ལས་སླད་ནི་ལེགས་སྐྱེས་ཕུལ་དགོས་རེད། གསུངས་པ་དེ་རེད་ད་ཞི་བ་དེ་རེད་དོག་དོག་གོ། ཞི་བའི་ནང་གི་ཞི་བ་དེ་ད་ག་རེ་ལེགས་ཡོད་རེད་ཟེར་ན་ག་ད་རྒྱལ་བ་རིན་པོ་ཆེ་བོད་ལས་ཕེ་བོད་ལས་མ་ཡིན་པ་རྒྱ་ནག་ལས་ཕེ་བཞུགས་ས་དེ་བལ་བྱང་ལས་བཞུགས་དགོས་ཡ། ཨ་ནི་བོད་ལས་སི་གོ་རུ་ཕེབས་ཆོག་པ་ཙམ་དེ་འདྲས་ཡིན་པ

ཁོང་རང་གིས་བསྡོམས་ཏེ་དོན་ཚན་ལྔ་གི་གནས་ཚུལ་དེའི་སྐོར་ལ། སྐུ་ངོ་རྒྱལ་ལོ་དོན་གྲུབ་ལས་དབྱིན་ཡིག་གི་ནང་ལས་ཀ་ལིང་བུ་གི་ཐུག་པ་ཟི་ནང་ལོག་ལས་བཀའ་ཤག་དང་གོང་ས་མཆོག་ལ་ཞུས་བ་ཟི་ལབ་གི་འདུག་སྟེ། བཀའ་ཤག་ལས་ཁོང་རང་གིས་ཞིབ་འཇུག་བྱས་པའི་བརྒྱུད་རིམ་ནང་བཀའ་ཤག་ལ་ཞུས་བའི་གནས་ཚུལ་བྱུང་མི་འདུག་སྟེ། མེད་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། དེའི་རྗེས་ལ། ད། སྐུ་ངོ་རྒྱལ་ལོ་དོན་གྲུབ་ལགས་ཕེབས་པའི་རྗེས་ད་ག་རང་ལ་བཀའ་ཤག་གི་བཀའ་བློན་གསུམ། བཀའ་བློན་གཉིས་དང་འདུག་ཟེར་གྱི་ཁོང་རྣམ་པ་ཕེབས་དུས་གཅིག་གམ་གོ་ཚོད་ཀུན་མོ་འདུག་ཟེར་དེ་གི་སྐོར་ལ་གནས་ཚུལ་བོད་ལྭང་འགྲོ་དུས་ནས་ཁྱེད་ཀྱི་གོ་མེད་དུས་ད་ག་ཟླ་དེ་མེད་བསྡད་པ་ད་རྒྱལ་བ་རིན་པོ་ཆེ་ཞུས་མེད་ནས་ཞེས་མ་སོང་གལ་སྲིད་རྒྱལ་བ་རིན་པོ་ཆེ་ལ་ཞུས་པའི་དབང་དུ་བཏང་ཡོད་ན་ཨེ་ནི་ཅེས་ཁོང་རྣམ་པ་ལ་བཀའ་མོལ་ཅིག་ད་ལམ་སྟོན་ཅིག་ད་གནང་གནང་སིག་རེད་རྒྱལ་བ་རིན་པོ་ཆེ་དེ་གི་སྐོར་ལས་ད་སྐུ་ཚབ་གནང་བ་སོགས་ཡིན་པ་ཡིན་ན་ལས་དེ་གནང་ལས་དམིགས་བསལ་གནང་བ་བྱུང་མི་འདུག་ཅག་གཅིག་བྱས་ན་གལ་སྲིད་རྒྱལ་བ་རིན་པོ་ཆེ་མཁྱེན་གི་ཡོད་ན་དགག་བྱ་དགོས་པ་ཟིག་ཡོད་ཀྱི་རེད་བྱས་རྗེས་དེ་འདྲི་རེད་ད་གནས་ཀ་ཀ་སང་དེ་བར་ལས་རེད་དོམ་དེ་དེ་བར་རུ་ཆགས་ཚར་བ་རེད། ད་དེ་རིང། གཟིགས་སྐོར་ཕེབས་ཕྱོགས་དང་འབྲེལ་བའི་གནས་ཚུལ་ད་ས་ཆ་ག་ནས་ག་རུ་ཕེབས་དགོས་འདུག་འདིར་ད་ག་ས་མགོ་རང་ཚོ་མ་གས་རྒྱ་ནག་རི་བོ་ཙན་ང་ལས་ཕེབས་ད་བྱམས་པའི་གཡང་གི་གནས་ཡིན་ཟེར། འོ་མ་མ་གས་ཕེ་དེ་ནི་དགོན་སྡེ་དེ་ཚོ་བྱ་དེ་ནི་མ་གས། འཁྲུངས་ལ་དབྱར་སོ་བེ་ཞིང་རི་བཏང་ད་དེ་ཡིས་དེ་བྱས་ཅི་མང་པོ་ཞིག་ཕེ་ཚར་བར་བ་ད་གཞི་ནས་ད་གཟིགས་སྐོར་ལ་ཕེབས་ཕྱོགས་ཀྱི་རྒྱ་བོད་བོད་རིགས་ད་གོ་བསྡུར་བྱས་པ་དེར་ད་ག་འདྲས་སུ་ཕེབས་དགོས་རེད་ཟེར་ཏེ་ད་དེ་ནི་མ་ཡིན་ས་རེད། ད་ཕྱི་ཚེས་བཅུ་གཅིག་ཉིན་ཕྱི་དྲོའི་ཆུ་ཚོད་བཞི་པའི་ཐོག་འཐབ་ཕྱོགས་གཅིག་གྱུར་དང་མི་རིགས་ལས་ཁུངས་ཀྱི་པུའུ་ཀྲང་གཞོན་པ་ས་སུང་ཇུས་ཀྲང་ནས་གནད་དོན་ཁག་ཅིག་བཤད་རྒྱུ་ཡོད་ཅེས་བཤད་པ་ལྟར་ང་ཚོ་ཚང་འཛོམས་གནང་བ་རེད་ད་ག་རེད་ད་ང་ཚོ་དེ་རིང་གནས་ཚུལ་ག་ཞིག་ཞུ་གི་ཡོད་བྱས་རྗེས་ཁོ་ཚོ་ཚང་མ་འཛོམས་པ་ཡིན། དེ་འཛོམས་དུས་ཀྲང་གིས་བརྗོད་དོན་ས་སྐུ་ཚབ་ཚོ་འདིར་ཕེབས་ནས་ཉིན་ཤས་སོང་བ་དང་འགོ་ཁྲིད་ཁ་ཤས་ཀྱང་ཐུག་པ་རེད་གནས་སྐོར་དང་བཟོ་གྲྭ་སོགས་ལ་བལྟས་རྗེས་ཏཱ་ལའི་བླ་མའི་དགོངས་མཐུན་ལྟར་ང་ཚོའི་བར་གྱི་འབྲེལ་ལམ་སྲ་བརྟན་བཟོ་རྒྱུའི་ཐད་གྲུབ་འབྲས་གང་ཙམ་ཐོན་པ་རེད། བྱས་ཙང་ད། ད་ལྟ་ཅིག་རྒྱ་ནག་ལ་སྐོར་ར་བརྒྱབ་སྟེ་ད་བོད་རིགས་འགའ་ཤས་ཐུག་ཨ་ནི་ཅིག་ཟོག་གྲྭ་འགའ་ཤས་ལ་ཕེབས་ཡས་དེ་རྒྱ་མིག་གི་ངོས་འཛིན་འགྲོ་ཅིག་ག་རེ་བྱས་ཡོད་རེད་ཟེར་ན་ང་ཚོ་བར་གི་འབྲེལ་ལམ་དེ་དམ་པོ་བཟོས་ཡས་དེ་ཆགས་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་རྒྱ་བོད་རིན་པོ་ཆེ་དགོངས་དོན་ནང་ད་འབྲེལ་ལམ་དེ་ཡག་པོ་ཅིག་ཆགས་ཡས་ཀྱི་རེད། ང་ཚོ། འབྲེལ་ལམ་ཡག་པོ་སྲ་བརྟན་ཡོང་ཡས་ལ་ཕན་ཐོག་བྱུང་ཡོད་ཡོད་རེད། བྱས་ཙང་ཨ་ནི་ཁྱེད་རང་ཚོ་དགོངས་འཇགས་ག་རེ་ཡོད་དྲིས་པར་སྐུ་ངོ་སྐུལ་འདེད་གླིང་གིས་ག་རེ་ཟེར་བ་རེད། ཀྲུང་གོའི་ལྟ་ཚུལ་དང་གཅིག་པ་རེད་ཅེས་བཀའ་གནང་བ་རེད། དེ་ཁྱེད་རང་ཚོ་གཟིགས་ཕྱོགས་དང་གཅིག་པ་ཡིན། གསུང་ཇུས་དྲངས་ནས་ཁྱེད་ཚོར་ཏཱ་ལའི་བླ་མས་དངོས་སུ་བཏང་བའི་སྐུ་ཚབ་རེད་ང་ཚོས་སྙིང་ཐག་པ་ནས་དགའ་བསུ་ཞུ་གི་ཡོད་ཁྱེད་རྣམས་སྒེར་གྱི། འཁོར་ཞག་མིན་པ་སོང་ཙང་ཁྱེད་ཚོའི་བྱ་བ་དང་སྐད་ཆ་གང་བཤད་པ་རྣམས་ཆབ་སྲིད་དང་འབྲེལ་བ་ཡོད་ཅིང་ལྟ་སྐོར་ལེགས་གྲུབ་ཡོང་པའི་རེ་བ་ཡོད་གཙོ་བོ་དམིགས་ཡུལ་གཞིར་བཟུང་ཕན་ཚུན་འབྲེལ་བ་དང་མཐུན་སྒྲིལ་ཡག་ཏུ་གཏོང་རྒྱུ་དེ་རེད་ཅེས་བཤད་པ་རེད། ད་དེའི་ནང་ནས་གཙོ་བོ་དེ་ག་རེ་བཤད་ཀྱི་ཡོད་ཟེར་ན། ཁ་ག་ཡ་གི་གནས་ཚུལ་དེ་རེད་བྱས་ཙང་ཁྱེད་རང་ཚོ་དེ་ཡར་འཕེལ་ཡས་ཏེ་སྒེར་གྱི་སྤུན་ཆེད་ཐུགས་ཁག་དང་དེ་འདྲས་མ་རེད། དེ་རྒྱ་གར་མི་ཚོས་སྐུ་ཚབ་ཁོ་མིང་ཐོག་ནས་ཕེབས་དུས་ཙང་ནས་གལ་ཆེ་ཤོས་དེ་ག་རེ་བྱེད་དགོས་སམ་སྐབས་མོས་ག་རེ་གསུངས་པ་ཡིན་ན་ཆབ་སྲིད་ཀྱི་གནད་འགག་ཆགས་ཡོང་དུས་ཆབ་སྲིད་ཀྱི་གནད་འགག་དེ་ཡིན་དུས་ག་རེ་གསུངས་པ་དེ་སོ་སོ་བདག་པོ་བཞག་ཡོད་གལ་ཆེན་པོ་རེད། དེ་ཡིན་དུས་ཨ་ནི་མདོར་ན་ད་ཞེ་དྲག་ཞེ་དྲག་ག་ཅུང་ག་ཅུང་བཤད་མ་ཡོང་ཆེ་བ་རེད་ད་དེ་ཡིན་དུས་ལྟ་སྐོར་ལེགས་གྲུབ་ཡོང་པའི་རེ་བ་ཡོད། འོ་ཡ། དེ་ནས་སྤྲང་བྱུས་སྤྲང་གི་ལྟ་སྐོར་སྐབས་དུས་དང་རྣམ་པ་ཀུན་ཏུ་རེང་སྤྲུག་སྤྲང་དང་བཀའ་བསྡུར་གནང་དགོས་དོན་ཚུན་ཁ་གསལ་ཞུ་རྒྱུ་ཡོད་པ་ནི། འོ་ཡ། ད་དེ་ནི་དོན་ཚན་དང་པོ་ཁྱེད་ཚོ་ཏཱ་ལའི་བླ་མས་དངོས་སུ་བཏང་བའི་སྐུ་ཚབ་ཚོགས་པ་རེད་དགའ་བསུ་ཡོད་ཕན་ཚུན་དགའ་བ་ཡོང་གི་རེད། ང་ཚོས་ས་སྣེ་ལེན་ཡག་པོ་ཞུ་གི་ཡོད་ང་ཚོས་ཁྱེད་རང་ཚོ་མཉམ་དུ་མི་བཞི་བཏང་ཡོད་པ་ཁོང་ཚོ་སོ་སོའི་ལས་ཀ་བཞག་ནས་འགྲོ་གི་ཡོད་པ་རེད་ང་ཚོས་སྐད་ཆ་བཤད་རྒྱུ་དང་བྱ་བ་ཚང་མ་གོང་ས་མཆོག་གི་དགོངས་པ་དང་མཐུན་པ་བྱེད་ཀྱི་ཡོད། ཁྱེད་ཚོས་ལྟ་སྐོར་སྐབས་སུ་གོང་ས་མཆོག་གི་དགོངས་པ་དང་མཐུན་པ་བྱ་རྒྱུ་དེ་གལ་ཆེན་པོ་རེད་བཤད་བྱས་དེ་རེད། བྱས་ཙང་དེ་འདྲ་ཡིན་དུས་ད་ཀྲང་ཅུས་ཀྲང་གིས་ག་རེ་ལབ་པར་ཟེར་ན། ཨ་ནི། ད་ལྟའི་ཆ་ལས་ད། ཁ་ཟེར་རིན་ཀྲུའུ་ཀྲང་ཟེར་དེ་རེད། བཀའ་བསྡུར་གནང་དགོས་ཡ་རེད་དོན་ཚན་ག་ཤེད་ཅིག་ཡོད་རེད་ཟེར་དོན་ཚན་ག་ཤེད་ཡོད་པའི་ནང་ནས་དང་པོ་དེ་ག་རེ་རེད་ཟེར་ན་ཁྱེད་རང་ཚོ་ཨ་ནི་རྒྱལ་བ་རིན་པོ་ཆེ་བཏང་པའི་སྐུ་ཚབ་རེད་བྱས་ཙང་དེ་ཡས་ཕེབས་བ་དེ་སྐུ་ཚབ་ཀྱི་ངོ་ནས་ཕེབས་ན་དགའ་བསུ་ཡོད། ད་ཕྱོགས་གཅིག་ནས་ཕན་ཚུན་ཁོ་སྐད་ཆ་མཐུན་མ་ཐུན་གྱི་དགའ་བ་དེ་འདྲ་ཡོང་གི་རེད་ཡིན་པ་ཡིན་ན་ང་ཚོས་སྣེ་ལེན་ཞུ་དགོས་ཡག་པོ་ཞུས་ཡོད། འོ་དེ་དང་མཉམ་པོ་ཁྱེད་རང་ཚོ་མཉམ་པོ་མི་བཞི་བཏང་གི་ཡིན་མི་བཞི་དེ་ཡང་ཁོ་རང་ཚོ་ལས་ཀ་བྱ་ཆེད་ཁྱེད་རང་ཚོ་རྗེས་རེ་ཡོང་གི་ཡོད་རེད། བྱས་ཙང། འདི་ཡིན་དུས་ང་ཚོས་ལས་ཀ་ག་རེ་བྱས་པ་དེ་ཇོ་བོ་རིན་པོ་ཆེས་དགོངས་པ་གཞིས་ཆགས་བཞིན་བྱེད་ཀྱི་ཡོད་རེད་ད། འོ་ཡ། དེ་ནི་དེ་ཡིན་དུས་ཁྱེད་རང་ཚོ་ངོས་ནས་ཀྱང། ཨ་ནི་ཇོ་བོ་རིན་པོ་ཆེ་གི་དགོངས་པ་གཞི་ལ་བཞག་ཅེས་ལྟ་སྐོར་ཡག་པོ་ཞུ་བ་རེད་མ་གཏོགས་བཀའ་བྱུང་བ་ཞིག་མ་འཇོག་ཟེར་གྱི་དོན་ཚན་དང་པོ་དེ་རེད་ད། འོ་ཡ། ད་དོན་ཚན་གཉིས་པ་དེ་ཨ་ནི་ད་ཕ་གཟུགས་ད་བོད་ནས་བོད་ལ་ཕེབས་ཡོད་རེད་པ། པེ་ཅིང་ནས་ད། མང་ཆེ་མདོ་སྨད་ཕྱོགས་ལ་ཕེབས་ཡོད་རེད་པ། དོན་ཚན་གཉིས་པ་དེ་ག་རེ་རེད་ཟེར་ན། ཕན་ཚུན་འབྲེལ་བའི་སྐོར་ང་ཚོའི་ངོས་ནས་དོན་ཚན་ལྔ་བཏོན་ཡོད་འདི་དག་མི་སྒེར་ཞིག་གིས་བཟོས་པ་མིན་སྤྱི་ཁྱབ་ཧྲུའུ་ཅི་ཧུའུ་ཡའོ་པང་དང་ཏང་གི་དགོངས་པ་མཐུན་ཡོད་རེད། དོན་ཚན་ལྔ་ཡི་གཙོ་གནད་དེ་ཕན་ཚུན་འབྲེལ་བ་ཡག་ཏུ་བཏང་ནས་མེས་རྒྱལ་དེང་རབས་ཅན་ལ་བསྒྱུར་རྒྱུ་འབད་བརྩོན་བྱ་རྒྱུ་དེ་རེད། བྱས་ཙང། ད། རྡོག་རྡོག་བབས་ས་དེ་རེད་བྱས་ཙང་རྒྱ་ནག་གི་སྐད་ཆ་ག་ཚོད་བཤད་ན་མཐའ་མའི་བབས་ས་དེ། མེས་རྒྱལ་གོང་བུ་གཅིག་གྱུར་བཟོ་ཡས་ཅིག་དང། མེས་རྒྱལ་དེ་དེང་རབས་ཅན་དུ་འགྱུར་རེས་ཀྱི་གནས་བབ་དེར་བྱས་ཙང་དོན་ཚན་ལྔ་གི་སྒང་ལ་བཀའ་བསྡུར་ཡིན་ན་བབ་འགྲིག་གི་འདུག་བྱས་ཙང། དོན་ཚན་ལྔ་ཡི་འབྲེལ་བའི་སྐོར་ང་ཚོའི་ངོས་ནས་དོན་ཚན་ལྔ་བཏོན་ཡོད་རེད་དེ་ད་ག་པ་ག་མི་སྒེར་གྱི་དོན་སྐྱོང་མ་རེད་དེ་ག་རེ་རེད་ཟེར་ན། དེ་ནི་བའི་སྤྱི་ཁྱབ་ཧྲུའུ་ཅི་ཧུའུ་ཡོ་ཝང་དང་ཏང་གི་དགོངས་པ་ཆགས་ཀྱི་ཡོད་རེད། འོ་ད་དོན་ཚན་ལྔ་ཡི་གཙོ་གནད་ནང་དོན་ངོ་མ་དེ་ག་རེ་རེད་ཟེར་ན། བྱས་ཙང་མེས་རྒྱལ་གཅིག་གྱུར་དེང་རབས་ཅན་དུ་འགྱུར་རེས་དེ་རེད་བྱས་པ་རེད་བྱས་ཙང་དེ་སྐད་ཆ་དེའི་སྒང་ནས་ཁོ་རང་ཚོ་ཁེ་ཕན་དེ་བཤད་བྱེད་དགོས་ཡོད་མ་རེད་རྒྱ་གར་རིན་པོ་ཆེ་གནས་ཚུལ་དེ་ཡོད་མ་རེད། ད། ཏཱ་ལའི་བླ་མ་ཚུར་ཕེབས་རྒྱུར་དགའ་བསུ་ཡོད་པའི་དམིགས་ཡུལ་དེ་མེས་རྒྱལ་གཅིག་གྱུར་དང། རྒྱ་རིགས་བོད་རིགས་མཐུན་སྒྲིལ་བྱ་རྒྱུ་དེ་རེད། བོད་ལྗོངས་ཡིན་ན་ཡང་རྒྱལ་ཁབ་ཀྱི་ཆ་ཤས་རེད་དེ་རྨང་གཞི་ཁས་ལེན་པའི་ཐོག་ང་ཚོས་བཀའ་མོལ་ག་རེ་ཡིན་ན་ལས་གནང་ཆོག་གི་རེད། བྱས་ཙང་ཁ་ཚང་ཁོ་རེ་ལབ་སོང་ལྔ་བཅུ་ང་དགུ་གོང་གི་ལོ་རྒྱུས་དེ་བརྗེད་པ་བྱེད་དགོས་རེད་བཤད་པར་བ་ད་བྱས་ཚེ་དེ་རིང་ག་རེ་ལབ་གི་ཡོད་རེད་ཟེར་དུས། ཏཱ་ལའི་བླ་མ་ཚུར་ཕེབས་རྒྱུ་ག་ཚོད་རེད། ཚུར་ཕེབས་རྒྱུ་ལས་དགའ་བསུ་ཡོད་པའི་དམིགས་ཡུལ་དེ་ཡང་ག་རེ་རེད་ཟེར་ན་ད་ལྟོ་ན་ཕེབས་རྒྱུ་བཏང་ཡ་རེད་ཟེར་དུས་རྡོག་རྡོག་སྔོན་སྔོན་རྗེན་རྗེན་བཤད་གི་ཡོད་རེད་དེ་རྒྱལ་ཁབ་གཅིག་གྱུར་རེད། རྒྱ་རིགས་བོད་རིགས་མཐུན་སྒྲིལ་བྱ་རྒྱུ་དེ་རེད་བྱས་བ་རེད། བོད་འདི་རྒྱ་ནག་གི་ཆ་ཤས་རེད་རྨང་གཞི་འདི་ཁས་ལེན་དགོས་རེད། དང་པོ་དེ་སྐད་ཆ་ག་འདྲ་ཞིག་བཤད་བ་ཡིན་ན་ལས་རྒྱ་ནག་དེ་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་རྨང་གཞི་བཞག་ཅེས་ཨ་ནི་སྐད་ཆ་ག་རེ་ན་བཤད་ཆོག་གི་རེད་ཁྱབ་པར་ད་ལྟའི་གོམས་གཤིས་ལོག་ཡའི་སྐད་ཆ་རེད་བ། གལ་སྲིད་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཡིན་ན། ཁས་ལེན་པ་ཆེད་དེ་འདྲ་ཡིན་པ་ཡིན་ན་དེ་སྐད་ཆ་བཤད་དགོས་ཡའི་རྒྱུ་མཚན་ཁོ་ར་ཡོད་མ་རེད་བ། བྱས་ཙང། དེ་ལྟ་ནས་ཁ་བྱང་རྒྱུ་མཚན་ཞིག་མེད་བསྡད་པ་དེ་འདྲ་རེད་ཤག་འོ་གཅིག་རེད། ད་འདི་ནི་པུའུ་ཀྲང་ཡཱང་ཅིན་རེན་དང་སག་པུའུ་ཀྲང་གཞོན་པ་ཅང་ཕིང་གཉིས་ནས་དོན་ཚན་ལྔ་བསྐོར་ཏེ། དེ་སྔོན་སྐུ་ཚབ་རྣམས་ལ་འགྲེལ་བཤད་བརྒྱབ་ཡོད་དེ་ཚོ་ཁྱེད་ཚོས་ཤེས་ཀྱི་ཡོད་དམ། མེད། གཉིས་སོ་སོ་རེད་དོན་ཚན་ལྔ་ལ་གཞིགས་ཏེ་མི་འགས་ཏཱ་ལའི་བླ་མར་ཚོད་དཔག་བྱ་རྒྱུ་དེ་ནོར་བ་རེད་ཅེས་ལབ་ཀྱི་འདུག་འོ་ད་ག་རེ་གསུང་གི་ཡོད་ཟེར་ན་པུའུ་ཀྲང་ཡཱང་ཅིང་རེན་དང་གཞན་པ་དེ་གཉིས་ཀྱིས་པུའུ་ཀྲང་གཞོན་པ་ཕང་པིང་གཉིས་ནས་དོན་ཚན་ལྔ་གི་སྐོར་ལས་ཁྱེད་རང་ཚོ་འགྲེལ་བཤད་བརྒྱབ་ཡོད་རེད་གོ་མ་གོ་དེ་ཁོ་ནེ་ཙུ་ལོ་ག་རེད། དེ་རེད་ལགས་བ་རེད། ད་དོན་ཚན་ལྔ་ལ། རྨང་གཞི་བཞག་ཅིང་མི་འགའ་ཤས་ཀྱིས་ཏཱ་ལའི་བླ་མར་ཚོད་དཔག་བྱ་རྒྱུ་ནོར་བ་རེད་ཟེར་གྱི་རེད་ཡ་འདུག། ཡིན་པ་ཡིན་ན་ཡང་ཏང་གིས་བོད་རིགས་ལ་སེམས་ཁུར་ཆེན་པོ་བྱེད་རྒྱུ་ཡོད། བྱས་ཙང་དེ་རེད། དོན་ཚན་ལྔ་ནང་ཚུར་ཕེབས་དུས་གསལ་བསྒྲགས་བྱ་དགོས་ཞེས་བྲིས་ཡོད། ག་དུས་ཕེབས་ན་ཡང་འགྲིག་གི་རེད། དེ་བཞིན་ས་ཆ་ག་པར་བཞུགས་མིན་དགོངས་པ་དང་བསྟུན་ནས་གོ་སྒྲིག་བྱས་ཆོག་གི་རེད་བྱས་པ་ལ་ད་དེ་ཁོ་ཚོ་ཡང་བ་བེད་དེ་སྟེ་ཡིད་དུ་མ་བབ་པའི་སྐད་ཆ་ཞིག་སླེབས་བསྡད་ཡོད། ད་ག་རེ་བཤད་ཡོད་ཟེར་ན། ཨ། དོན་ཚན་ལྔ་ཡི་ནང་ལ་ཚུར་ཕེབས་དུས་གསལ་བསྒྲགས་ཅིག་གནང་རོགས་གནང་ཞེས་ཀྱི་ང་ཚོས་བྲིས་ཡོད་རེད། ད་ཁ་སང་དུ་བ། ག་དུས་ཕེབས་ན་ཡང་འགྲིག་གི་རེད། འོ་ད་ག་ནང་བཞིན་ས་ཆ་ག་བར་བཞུགས་མིན་དེ་ཁ་སང་བེ་ཅིང་ལ་བཞུགས་དགོས་པའི་སྐད་ཆ་དེ་ཡོད་རེད་བ། དེ་ག་ལུགས་ག་ལུགས། ཨ་ནི། གྲོ་བསྡུར་བྱས་ན་འགྲིག་གི་རེད། དེ་རེད། དོན་རྫས་ལྔ་ཆིག་སྟོང་དགུ་བརྒྱ་བརྒྱ་བཅུ་གྱ་གཅིག་ལོ་ལ་བཟོས་པ་རེད། དེ་ཕྱི་ལོ་བརྒྱད་ཅུ་གྱ་གསུམ་ལོ་ལ་དངོས་སུ་ཁྱབ་བསྒྲགས་བྱས་པ་རེད། བྱས་ཙང་ད་དོན་རྫས་ལྔ་གི་སྐད་ཆ་དེ་ཡིག་ཆ་དེ་བརྒྱ་བཅུ་གྱ་གཅིག་སྤྱི་ཐང་གི་དེ་ཚིག་རྡོ་རུ་དོ། ཚིག་རྡོ་རྒྱ་ཡིག་ཆེད་བོད་ཡིག་བསྒྱུར་རྒྱུ། བྱས་ཙང་དོན་རྫས་ལྔ་ལས་དེ་བརྒྱ་བཅུ་གྱ་གཅིག་ལས་བཟོས་རྗེས་བརྒྱ་བཅུ་གྱ་གསུམ་ལ་ཁྱབ་བསྒྲགས་བྱས་པ་རེད། ལོ་གཉིས་ཀྱི་རྗེས་ལ། འོ་དེ་རེད། ཞེས་དང། དོན་ཚན་ལྔ་ཡི་ཐོག་ཤེས་དང་འདྲ་མིན་གོ་གི་འདུག་ད་དོན་ཚན་ལྔ་དང་འབྲེལ་བའི་གནས་ཚུལ་དེའི་ཐོག་ལ་ད་འགྲེལ་བཤད་རྒྱག་སྟངས་མང་པོ་ཞིག་གོ་གི་འདུག་དེ་འདྲ་ཞིག་ད་ཁོས་ཡང་དོན་ཚན་ད་ལྟ་ཁོ་ཚོས་བཤད་སོང་བ་ད་དོན་ཚན་དང་པོ་དེ་ཆབ་སྲིད་ཀྱི་སྒང་གི་དོན་ཚན་ལྔ་ནི་ད་གཉིས་པ་གསུམ་པ་དེ་ལས་གོ་ད་གསུམ་པ་དེ་ལ་ག་རེ་ལབ་དགོས་ཡོད་ཟེར་ན། ལྟ་སྐོར་སྐབས་ས་གནས་སྲིད་གཞུང་གིས་ལྟ་སྐོར་གོ་སྒྲིག་བྱས་པ་ལྟར་བྱ་དགོས།

ཁྱེད་རང་ཚོ་གིས་བྱེད་དགོས་ཡས་དེ་ཡང་རྒྱ་གར་རིན་པོ་ཆེའི་བཀའ་དང་དགོངས་པ་མ་འགལ་བ་ཅིག་བྱེད་དགོས་རེད། བྱས་ཚེ་ད་དེའི་ནང་ལས་དོན་ཚོའི་གསུངས་པ་དེ་ལ་བཀའ་དང་འགལ་ན་ག་རེ་དགའ་གི་ཡོད་རེད་ཟེར་བཙན་ཚིག་འདི་བཤད་དགོས་རེད་ག་རེ་ཟེར་ན། ཨ་ནི། ལྟ་སྐོར་འགྲོ་བའི་སྐབས་ལ་གྲ་སྒྲིག་བྱེད་མཁན་དེ་སུ་གིས་བྱེད་ཀྱི་རེད་ཟེར་ན་ས་གནས་ཀྱི་གྲ་སྒྲིག་བྱེད་ཀྱི་རེད་ས་གནས་སྲིད་གཞུང་གི་གྲ་སྒྲིག་བྱེད་ཀྱི་ཡོད་རེད། བྱས་ཙང། གཅིག་ཆོས་དེ་རང་མོས་བྱས་ཏེ་བྱས་ཏེ་དགོན་པའི་ནང་ལ་ཡོད་པ་རེད། ཡིན་པ་ཡིན་ན་མང་གཙོ་བསྡུ་རུབ་བྱེད་ཨ་ནི་ཆོས་པའི་དེའི་ནང་ནས་ཚུར་དངུལ་བསྡུས་བྱས་དེ་འདྲས་བྱེད་དེ་ཡག་པོ་མ་རེད། དེ་མང་གཙོ་དེ་ལས་ཀ་བྱེད་དུ་བཅུག་དགོས་རེད། དེ་ཚོ་ལ་ཤུགས་རྐྱེན་བཏང་ན་འགྲིག་གི་མ་རེད་དེ་འདྲས་བྱས་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་བཀའ་དང་དགག་གི་ཡོད་རེད་ད་ཟེར་བྱས་དེ་འདྲས་བཤད་བྱ་བཤད་སོང་བཤད་པ་རེད། ད་ག་ནང་བཞིན་གོང་ས་མཆོག་གི་སྐུ་པར་མ་བཀྲམ་གང་ཡིན་ཟེར་ན་དེ་ཆབ་སྲིད་ཀྱི་ལས་འགུལ་རེད་སྐུ་པར་ལ་བརྟེན་ནས་བོད་རང་བཙན་ལབ་ཀྱི་རེད་དེ་ནི་ཆབ་སྲིད་ལས་ཁུངས་རེད་མ་གནས་རིལ་བུ་དང་བདུད་རྩི་ཆོས་མེད་དང་རིན་ཆེན་རིལ་བུ་བཅས་ཞིབ་བཤེར་ལས་ཁུངས་ནས་རྟོག་ཞིབ་བྱས་རྗེས་བཀྲམ་ཆོག་གི་རེད་དེ་རྩ་ཁྲིམས་གཞིར་བཟུང་རེད། མཚོ་སྔོན་ལ་ཉིན་ཁ་ཤས་གོང་སྨན་ཐིག་རིགས་མེར་སྲེག་བཏང་བ་རེད། ད་ག་རེ་བྱས་པར་སྐུ་པར་དང་འབྲེལ་བའི་གནས་ཚུལ་རེད་དེ་ཁ་སང་ཀོ་ཁའི་དན་ད་དེ། ངོ་མ་སྤྲེའུ་ནས་ཡིན་པ་བྱེད་སྒོ་དན་ད་པའི་མཚོ་སྔོན་གྱི་དེ་བྱས་འདུག་ག། སྲིད་སྐྱོང་བྱས་རྗེས་དེ་འདྲ་སྐོར་བཀྲ་ཤིས་དབང་ཕྱུག་ཟེར་གྱི་འདུག་ག་ད་ལྐོག་པའི་རྒྱ་རྒྱ་རྒྱང་རེད་དོ་ག་ཆིག་སྟོང་དགུ་བཅུ་གསུམ་སོན་ངའི་རྐུབ་ལ་རྒྱུག་འགྲོ་གི་རེད། དེ་དམག་སྡེ་རྒྱལ་པོའི་ནང་ལས་གར་གསལ་བ་རྒྱང་སྐྱོད་ཆེན་པོའི་ནང་ལས་ཡོང་གི་མེད་གི་ཁོ་གས་མང་པོ་ལབ་འདུག་ག་ཁོ་གཉིས་ལ་ཕུགས་རྒྱབ་རྗེས་འོ་དེ་རེད་དྲ་འབུ་དཔོན་དང་དེ་ཚོ་ལས་དུ་སྤྲད་ཆོག་གི་མ་རེད་ཟེར་གྱི་འདྲ་བལྟས་རྗེས་འོ་དེ་དེ་མི་དེ་ཚོ་རེད་ད་དེ་ནི་མ་གོ་ལབ་སྟངས་གཅིག་པ་ལབ་བལྟས་གི་རེད་བྱས་ཙང་ཁྱོད་རང་ཚོ་རྒྱལ་བ་རིན་པོ་ཆེ་གི་སྐུ་པར་བཀྲམ་ཆོག་གི་མ་རེད་སྐུ་པར་བཀྲམ་ན་དེ་ག་རེ་རེད་ཆབ་སྲིད་ཀྱི་གནས་གང་ཆགས་ཀྱི་རེད་ཆབ་སྲིད་ཀྱི་གནས་དོན་ཆགས་ཡོང་དུས་བོད་རང་བཙན་རེད་ལབ་ཀྱི་རེད། དེ་ཨ་ནི་ག་རེ་རེད་ཟེར་ན་ཕན་གྱི་མི་འདུག་རྟགས་མ་གནས་རིལ་བུ་དང་བདུད་རྩི་རིལ་བུ་དང་དེའི་དེ་སྤྲད་དེ་ཡང་ས་གནས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱིས་ཞིབ་འཇུག་བྱེད་ཀྱི་རེད་སྨན་ཞིབ་ཞིབ་བཤེར་ལས་ཁུངས་ཀྱིས་བརྟག་དཔྱད་བྱས་བཀྲམ་ཆོག་གི་རེད་དེ་རྩ་ཁྲིམས་རེད་བྱས་པ་རེད་རྒྱ་མིས་ཉིན་ཤོས་གོང་ནས་སྨན་དེ་དང་འབྲེལ་བ་དེ་ཚོ་སྨན་སིག་བཏང་པ་རེད། ད་དེ་ནས་དོན་ཚན་བཞི་པ་དེ་ག་རེ་རེད་ཟེར་ན། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ནས་བཟུང་གོང་ས་མཆོག་གིས་བཏང་པའི་སྐུ་ཚབ་ལྔ་བཅས་ཐེངས་བཅུ་དེ་འདི་གར་ཕེབས་ཡོད། འབྲེལ་བ་ཡག་ཏུ་ཕྱིན་སོང། རྗེ་བཙུན་དཔོན་མས་ཀྲུང་གོ་དང་གོང་ས་མཆོག་གི་འབྲེལ་བ་ཡག་ཏུ་གཏང་རྒྱུ་དང་མི་མཐུན་པའི་བྱ་སྤྱོད་མང་པོ་བྱས་ཡོད། གོང་ས་མཆོག་གི་སྤུན་མཆེད་རྣམས་ལ་ང་ཚོས་ནུས་ཤུགས་མང་པོ་བཏོན་ཡོད། དཔེར་ན་སྐུ་ཚབ་ཅིག་ཕེབས་སྐབས་རླངས་འཁོར་བརྗེ་ལེན་སྐབས་མི་གཅིག། རྩིས་མ་ཆགས་པ་རེད། རྒྱ་ལོ་ལ ྋགོང་ཏུང་ལ་ཕེབས་དུས་ཡར་པས་སེམས་ནད་བྱས་ནས་ཟ། ག་ཟེ། ཡར་པས་སེམས་ནད་བྱས་ནས་ཤི་བ་རེད་དེ་ཚོ་འདྲེ་བ་ཡར་རྒྱས་ཡོང་རྗེས་སྲོག་བློས་བཏང་བ་རེད་རྒྱས་པ་ལྟ་གོ་ནས་ཚུར་ཕེབས་རྗེས་གནས་ཚུལ་ཞིག་ཞུ་གི་ཡིན་ལབ་སོང། ད་ག་ཞེས་ག་རེ་བྱེད་དགོས་ཟེར་དོན་ཚན་བཞི་བའི་ནང་ལ་ད་ཁྱོད་རང་ཚོ་སྐྱོན་ཆ་དེ་བཏོན་པ་རེད་གོ་ཟེར། ལྟ་སྐོར་པ། བདུན་ཅུ་དོན་གཅིག་ནས་བཟུང་རྗེ་ལྟ་བཅས་ཀྱི་རིན་པོ་ཆེ་གི་ལྟ་སྐོར་བ་རིམ་པ་མི་འདྲ་བ་བཅུ་ཙམ་ཞིག་དེ་ཕེབས་ཡོད་རེད། འབྲེལ་བ་ང་ཚོ་ཡི་གྲལ་དུ་བོད་རྒྱ་གཉིས་ཀྱི་འབྲེལ་བ་ཡང་ཡག་གར་ཕྱིན་སོང། ཡིན་པ་ཡིན་ན་ཡང་རྗེ་བཙུན་པད་མ་གི་ཨ་ནི་སྐད་ཆ། གོང་ས་ཁ་ཚ་ཀྲུང་གོ་དང་གོང་ས་མཆོག་གི་འབྲེལ་བའི་ལམ་དེ་ཡག་ཏུ་བཏང་ཡོད་ཀྱི་ཚབ་ལ་དོ་རུ་བཏང་སོང། མི་མཐུན་པའི་བྱ་སྤྱོད་མང་པོ་བྱས་སོང། དེ་ག་རེ་རེད་ཟེར་ན། ཨ་ནི། ག་ཚོད་པ་རེད། གོང་ས་མཆོག་གི་སྤུན་མཆེད་རྣམས་ལ་ང་ཚོས་ནུས་ཤུགས་མང་པོ་བཏོན་ཡོད་བྱས་པ་རེད་ང་ཚོས་ནུས་ཤུགས་མང་པོ་བཏོན་ཡོད་ཟེར་དུས་ད་ཁོ་ཚོས་གང་ལྟར་རྒྱབ་སྐྱོར་མང་པོ་བྱས་ཡོད། ད་འདི་ཁ་སང་པན་ཆེན་རིན་པོ་ཆེ་གི་ཡ་གསུངས་སོང་ང་འདི་དཔེ་དེ་ཙམ་རང་ཨ་ཡིན་ཨ་ཡིན་བསམ་པའི་སྐད་ཆ་དེ་འདྲི་ངས་མཐོང་སོང་ཟེར་ཅེས་གསུངས་འདུག་ག་དེ་ཨོ་དེ་རེད་ཨ་མ་རྗེ་བཙུན་པད་མ་ལ་བཀའ་མོལ་བྱེད་ཀྱི་སྒང་ནས་ཨོ་དེ་བྱས། གཅིག་ནི་དཔེར་ན་ང་ཚོས་ཀྱི་རྒྱལ་བ་རིན་པོ་ཆེ་སྐུ་མཆེད་རྣམ་པ་ལ་ནུས་པ་མང་པོ་བཏོན་པ་དེ་ག་རེ་རེད་ཟེར་ན་སྐུ་ཚབ་ཅིག་ཕེབས་སྐབས་རླངས་འཁོར་བརྗེ་ལེན་སྐབས་བྱས་པ་རེད། ད་སྐུ་ཚབ་ཚུགས་པའི་དུས་ད་རླངས་འཁོར་ཞིག་གསར་བ་ཅིག་ཡང་མིན་ན་རླངས་འཁོར་གཅིག་ནས་གཞན་པ་ཞིག་བརྗེ་བའི་སྐབས་ལ་མི་གཅིག་རྩིས་མ་ཆགས་པ་རེད་ད་དེ་འདྲའི་རྩིས་མ་ག་དྲི་ཆགས་ཡིན་ནའང་མིན་ཀོ་ཅིག་ཟ་ཡིན་ན་ཆགས་པ་རེད། ད་ག་ན་ཞིག་རྒྱ་ལོ་ལགས་གུང་ཏུང་ལ་ཕེབས་དུས་ཡར་པས་སེམས་ནད་བྱས་ནས་ཤི་བ་རེད། ཨ། ཀུན་རྒྱ་ལོ་ལ་མ་གུང་ཏུང་ལ་ཕེབས་དུས་ཡར་པས་ཟེར་དུས་སུ་ཡིན་མི་ཤེས་ཁོ་སེམས་ནད་བྱས་རྗེས་ཤི་བ་རེད། དེ་ཚོ་འདྲེ་བ་ཡར་སྐྱེས་ཡོང་རྗེས་ཨ་ནི་སྲོག་བློས་བཏང་བ་རེད་ད་རྒྱ་མི་ག་ཅིག་དེ་བཤད་པ་རེད། རྒྱས་པ་ལྟ་སྐོར་ནས་ཚུགས་ཕེབས་ན་ང་ཚོ་གསལ་པོ་ཤེས་དགོས། འོ་དེ་འདྲ་ཞིག་བཤད་ཀྱི་འདུག་བྱས་པ་རེད། ད་དེ་ནས། ད་ག་ནང་བཞིན་སྤྱི་ཚོགས་རིང་ལུགས་ཀྱི་དམིགས་ཡུལ་དེ་མང་ཚོགས་ཀྱི་འཚོ་བ་ཡར་རྒྱས་གཏོང་རྒྱུ་དེ་རེད་དེ་དག་ལ་མ་འགྲིག་པ་དང་མ་འཐུས་པ་གང་ཡོད་པ་དེ་རེན་ཁྲུའུ་ཀྲང་ལགས་སུ་གསུངས་ན་འགྲིག་གི་རེད་ཅེས་བརྗོད་པར་ད་དེས་ག་རེ་བཤད་པར་ཟེར་ན་ཁོ་ཚོ། ཆབ་སྲིད་ཀྱི་ལྟ་སྐོར་ལས་གཏན་འཁེལ་ཡང་མ་རེད་ད་ལྟ་ང་ཚོ་ག་རེ་བྱས་དངོས་གནས་ཀྱི་སྐུ་ཚབ་ཚོགས་པ་གི་དམིགས་ཡུལ་ངོ་མ་དང་ལས་འགན་ངོ་མ་ནི་ཆབ་སྲིད་ཀྱི་གནས་ཚུལ་རེད་བ་ཡིན་ན་ཡང་ཁོ་ཚོས་དེ་ཡང་ག་རེ་བྱེད་དགོས་རེད་ཆབ་སྲིད་སྐད་ཆ་བཤད་ཆོག་གི་མ་རེད་བྱེད་ཆོག་གི་མ་རེད་འོ་ན་ག་རེ་བྱེད་དགོས་རེད་ཟེར་དུས། སྤྱི་ཚོགས་རིང་ལུགས་ཀྱི་དཔལ་འབྱོར་དམིགས་ཡུལ་ནི་མི་དམངས་ཀྱི་འཚོ་བ་ཡར་རྒྱས་བཏང་ཡ་རེད། དེ་དེ་ལ་འགྲིག་མ་འགྲིག་སྐད་ཆ་ཡོད་ན་ལབ་ཤོག་ཟེར་དུས་ཨ་ནི་ལབ་ས་དེ་རེན་ཕྲུག་ཁྲ་འགོ་ལགས་ལས་ལབ་ན་འགྲིག་གི་རེད་ཅེས་ལབ་སོང་ཅེས་པ་རེད། དེ་འདྲ་ཡིན་དུས་ད་དེ་ལ་ད། སྐུ་ཚབ་ང་ཚོའི་སྐུ་ཚབ་སྐུ་ངོ་ཀུན་བདེ་གླིང་གིས་ག་རེ་གསུངས་པ་རེད་ཟེར་ན། ཨ། ཀུན་བདེ་གླིང་ནས་ཏཱ་ལའི་བླ་མའི་སྐུ་ཚབ་ཚོར་ཞལ་གསང་ནས་བཀའ་མོལ་ཐད་ཀར་གསུངས་པ་དགའ་པོ་བྱུང་སྐད་ཆ་གསལ་པོ་བྱས་ཏེ་སྤུན་མཆེད་ནང་བཞིན་འགྲིག་མ་འགྲིག་ཞུ་རྒྱུ་བྱུང་ན་ཡག་པོ་རེད་ཕྱོགས་གཉིས་ཐད་ནས་དཔོན་རིགས་ཚོས་དངོས་དོན་བདེན་འཚོལ་བྱ་དགོས་གསུངས་པ་འདི་ཡག་པོ་དུ་རེད་བྱས་ཙང་ད་ཁྱེད་རང་ཚོས་དགའ་ཚོར་བའི་ཏཱ་ལའི་བླ་མ་གི། རྒྱལ་པོར་མི་ཆོས་སྐུ་ཙམ་རེ་བྱེད་ཅེས་ཐད་ཀར་གསུངས་པ་དཀའ་བོ་བྱུང། སྐེ་བཅད་གསར་བོ་བྱས་ཏེ་ང་ཚོ་སྤུན་མཆེད་ནང་སྐུ་མ་བསྒྲིགས་མ་བསྒྲིགས་ག་རེ་ཡིན་ན་གསལ་བོ་བྱེད་ཅེས་ཞུ་ཡ་དེ་ཡག་པོ་རེད། འོ་ཡ་དེ་ནི་ཕྱོགས་གཉིས་ཀྱི་དཔོན་རིགས་ཚང་མས་དངོས་ཐོག་བདེན་འཚོལ་དངོས་ཡོད་ནང་ལས་ག་རེ་ཡོད་པ་དེ་བདེན་པ་བྱེད་ཅེས་ཨ་ནི་གསུང་བས་དེ་ཡག་པོ་རེད། དེ ྋགོང་ས་མཆོག་གིས་ཡང་ད་ག་རང་གསུང་གི་ཡོད། ང་ཚོ་དེ་ཚོ་ང་ཚོའི་ལས་ཀ་དང་མཐུན་པ་རེད། ང་ཚོར་ཏཱ་ལའི་བླ་མས་དངོས་སུ་བཏང་བའི་སྐུ་ཚབ་ཡིན་དུས་ང་ཚོའི་ལས་འགན་མ་གྲུབ་ན་ཏཱ་ལའི་བླ་མའི་བཀའ་དང་འགལ་གྱི་ཡོད་རེད། ད་དེ། ཀུན་ཏུ་ལེན་གྱི་ལན་འདེབས་པ། ད་གོ་ཚོད་ཁྱེད་རང་ཚོ་དེ་བྱས་ན་ད་གྱ་བར་པོ་ཆེ་ཀ་ཀ་ཀ་གཉིས་སུ་མང་པོ་ལབ་པར་བ། ད་དེ་གི། ཆབ་སྲིད་ཀྱི་ལན་ཟེར་བ་དེ་འདྲ་རེད་ད། ཤེས་ད། ང་ཚོས་ང་ཚོས་ང་ཚོ་ཀ་ར་ཏཱ་ལའི་བླ་མས་དངོས་སུ་བཏང་བའི་སྐུ་ཚབ་ཡིན་དུས། ཨ་ནི་ཁྱེད་རང་ཚོ་ལ་ང་ཚོ་རྒྱུས་ཟ་བ་ཡོད་རེད་ཟེར་སྐད་ཆ་དེ་རེད་ད་རྡོག་རྡོག་དངོས་སུ་བཏང་བ་ཟེར་གྱི་ཚིག་ནི། ང་ཚོས་ལས་འགན་མ་བསྒྲུབས་ན་དེ་གྱོང་རིན་པོ་ཆེ་གི་བཀའ་དང་འགལ་བ་རེད། དེ་བཤད་མ་བཤད་སྐད་ཆ་དེ་མ་རེད། ང་ཚོ་ལྟ་སྐོར་ལ་མ་ཕྱིན་གོང་ནས་སྐད་ཆ་བྱུང་བ་དེ་ཡག་པོ་རེད། དེ་མིན་དབུས་ནས་ས་གནས་དང་ས་གནས་ནས་དབུས་ཟེར་ཁག་ཐག་ཁག་ཐག་རེད་སོགས་བྱས་ན་ཡག་པོ་མི་འདུག་ད་ལྟ་འདིར་གནས་ཚུལ་བྱུང་བ་ཡག་པོ་བྱུང། ཡག་པོ་བྱུང་སོང་དགའ་པོ་བྱུང་སོང་ཡག་པོ་བྱུང་ས། ང་ལ་ཚོགས་གཙོའི་འགན་ཡོད་དུས་ང་གཉིས་རན་རིང་ལ་ལས་འགན་ཆེན་པོ་ཡོད་རེད། ཡིན་ཙང་ཁྱེད་གཉིས་ནས་རོགས་རམ་གནང་རོགས་གནང་ང་གཉིས་ཀྱི་ལས་འགན་སྒྲུབ་ཐབས་ཆེད་ང་ཚོ་ཁག་པོ་ཡོང་རྒྱུའི་ལས་ཀ་ཁ་ཤས་བཀའ་འདྲི་ཞུ་གི་ཡིན། འོ་བྱས་ཙང་ད་ད་ལྟའི་ཆ་ལ་ང་ཚོ་ལྟ་སྐོར་མ་སོང་མ་སོང་གོང་ནས་རྣམ་པ་ཚོ་གི་ང་ཚོ་བྱེད་ཆོག་དང་མ་ཆོག་གི་གནས་ཚུལ་དེ་གསལ་པོ་སོང་བ་ཡག་པོ་འདུག་དེ་མེད་ན་དབུས་ཀྱི་ཀ་རེ་གཅིག་ལབ་ཡང་ས་གནས་ཀྱི་གཅིག་རེད་ལབ་བྱས་ཁག་བཏགས་རེ་བྱས་དེ་ཡག་པོ་ཁྱོན་མ་འདུག་འོ་ལྟ་འདི་ཡིན་དུས་ད་ལྟ་ནས་ག་རེ་གསུངས་པ་དེ་ཡག་པོ་འདུག། ད་ང་ཚོ། ཅེས་ཁོང་རང་སྐུ་ཚབ་ཚོགས་པའི་ཚོགས་གཙོ་ཞིག་བྱས་རན་རིང་ལ་རྒྱ་མི་ཞིག་གི་ནང་ནས་ག་ད་སྐུ་གཅིག་རེད་བ་ཐུང་དྲང་པོ། དེ་ཡིན་དུས་སྐུ་དེ་རེད་བྱས་ཙང་ང་གཉིས་གཉིས་ཨ་ནི་ག་རེ་རེད་ཟེར་ན་ད་གན་ཆེ་ཡོད་རེད་བྱས་ཙང་ཁྱེད་རང་ངོས་ནང་རོགས་རམ་ག་རེ་གནང་རོགས་གནང་ཟེར་བ། འོ་དེ་བྱས། ད་དེ་ཡིན་དུས་ང་གཉིས་ཀྱི་ལས་འགན་གྲུབ་ཡས་ཀྱི་ཆེད་དུ་ང་ཚོ་ཁག་པོ་ཡོང་རྒྱུའི་ལས་ཀ་ག་ཤེད་ཞིག་འདུག་ད་ལས་དོན་བྱས་པའི་སྐོར་ལས་ད་དེ་དེ་མ་ཞུ་གི་ཡིན་བྱས་པར་དང་པོ་དེ་ག་རེ་རེད་ཟེར་ན། ང་ཚོ་ཏང་གི་སྲིད་ཇུས་དང་མཐུན་པར་མི་དམངས་ལ་སྐད་ཆ་བཤད་རྒྱུའི་རང་དབང་གནང་རོགས་གནང། སྐད་ཆ་ཀྲུང་དབྱང་ལ་གནོད་པའི་དཀྲོག་གཏམ་དེ་འདྲ་བཤད་ཀྱི་མ་རེད། དེའི་རིགས་མང་ཚོགས་ལ་ལབ་ཀྱི་མ་རེད། སྐད་ཆ་བཤད་རྒྱུ་མེད་ན་ལྐུག་པ་རེད་དེ་འདྲ་ཡིན་ཙང་ཁྱེད་ཚོ་སྐྱིད་པོ། འདུག་གམ། ཆོས་དད་རང་མོས་འདུག་གམ། ང་ཚོ་ཏཱ་ལའི་བླ་མས་བཏང་བྱུང་ཞེས་དྲི་བ་དང་བཤད་རྒྱུ་འདི་རེད། ཡང་མི་དམངས་ཚོས་མི་དམངས་ཚོགས་ཤོག་བཅས་མིང་བསྡུ་རུབ་བྱ་གི་མ་རེད་ཅེས་གསུངས། བྱས་ཙང་ད་གཙོ་བོ་དེ་ག་རེ་རེད་ཟེར་ན་ང་ཚོ་གིས་ང་ང་རང་ཚོ་ལ་ཏང་གི་སྲིད་ཇུས་དང་མཐུན་པར་མི་དམངས་ལ་སྐད་ཆ་བཤད་ཡས་ཀྱི་ཐོབ་ཐང་དེ་སྤྲད་རོགས་ཞེས། འོ་སྐད་ཆ་བཤད་པ་དེ་ཡང་ང་ཚོས་ཨ་ནི་ཀྲུང་དབྱང་ལས་གནོད་པའི་སྐད་ཆ་ཡང་བཤད་གི་མ་རེད་ར། དེའི་རིགས་མི་དམངས་ལ་ལབ་གི་མ་རེད། སྐད་ཆ་བཤད་ཡས་མེད་པ་ཞིག་ད་གར་བྱས་ན་ལྐུག་པ་རེད་བ། དེ་འདྲ་ཡིན་ཙང་ཨ་ནི། གར་སོ་གར་སྐད་ཆ་དཔེ་བྱས་ན་ཁྱེད་རང་ཚོ་སྐྱིད་པོ་དེ་བས་ཆོས་དད་རང་མོས་འདུག་གས་ཨ་ནི་ང་ཚོ་གོང་ས་མཆོག་དུག་སི་བཏང་བ་རེད་ཞི་བ་ཤེས་ཨ་ནི་ཤེས་རྒྱུ་ཁག་འདི་ཡོད་འདི་ཡོད་ཟེར་བཤད་ཆོག་གི་རེད་བ་དེ་བཤད་དུ་བཅུག་རོགས་གྱིས། འོ་དེ་མ་གཏོགས་ཡང་མི་མང་ཚང་མ་དེ་ཡང་ཚོགས་ཤོག་སི་དང་མིང་བསྡུ་རུབ་དེ་འདྲས་ང་ཚོ་བྱེད་གི་མེད། དེ་ནས། འཇིགས་མེད་རིན་པོ་ཆེ་ནས་ང་ཆོས་པ་ཡིན་ཆོས་བཤད་ཀྱི་ཡོད་འོན་ཀྱང་རྒྱ་གར་ནང་དུ་བས་ཆོས་སྤེལ་གྱི་མེད་ལས་ཀ་བྱེད་ཀྱི་ཡོད་དེའི་ཐད་སེམས་ཁྲལ་དང་དོགས་པ་མི་དགོས་ང་ཚོའི་ནང་ཆོས་ནས་བཤད་ན་ངས་བཤད་དགོས་རེད་ཅེས་གསུངས་པར། བྱས་ཙང་ཀ། ད་འཇིགས་མེད་རིན་པོ་ཆེ་གིས་དེ་ལ་ལན་གར་རྒྱག་པར་ཟེར་ན། ང་ཆོས་པ་ཡིན། ཆོས་ཤེས་ཀྱི་ཡོད། ཡིན་ན་ལས་རྒྱ་གར་ནང་དུ་ཡང་ཆོས་ཤེས་པ་ནང་འདྲེན་སྤེལ་གྱི་མེད། ད་ཡིན་པ་ཡིན་ན་ལས་ཀ་བྱེད་ཀྱི་ཡོད། དེའི་ཐད་ལ་སེམས་ཁྲལ་དང་དོགས་པ་མི་དགོས། ད་དེ་ཅི་ང་ཚོས་ཆེས་སྤོས་ཡས་དང་དེ་སེམས་ཁྲལ་མ་བྱེད། གཙོ་བོ་དེ་ག་རེ་རེད་ཟེར་ན་ང་ཚོའི་ནང་ཆོས་ཤེས་ན་ངས་ཤེས་དགོས་རེད་ཅེས་གསུངས་པར་ང་ཚོ་གི་ནང་ནས་ནང་ཆོས་བཤད་དགོས་ན་ངས་བཤད་གི་རེད་ད་དེ་བྱེད་མ་བྱེད་མི་གོ། ཅེས་གསུངས་པར་སང་གསུང་བཅུ་གྲངས་གར་ལ་བར། མི་དམངས་དང་འབྲེལ་བ་བྱས་ཆོག་གི་རེད་དམིགས་བསལ་མཚོ་སྔོན་ནས་ཡིན་པའི་མི་གསུམ་ཡོད་མི་དམངས་ལ་འབྲེལ་བ་བྱས་ཆོག་གི་རེད། ཨ་ཁྱེད་རང་ཚོ་མི་དམངས་འབྲེལ་བ་བྱེད་ཆོག་ད་ཆོག་ཁྱེད་རང་ཚོ་འདས་མཚོ་སྔོན་ནས་ཡོང་བའི་མི་གསུམ་ཡོད་རེད་བཱས། ཨོ་དེ་རེད་ཨ་ལགས་རིན་པོ་ཆེ་དགའ་ལྡན་རིན་པོ་ཆེ་དགའ་ལྡན་ལགས་ཟེར་བྱས་གྲོགས་སྤུན་གསུམ་ཡོད་རེད་བཱས། མང་ཚོགས་དང་ཐུག་ཆོག་གི་རེད་ཟེར། ཅེས་ཟེར་ས་ད་དེ་འདྲ་བྱེད་ཆོག་གི་རེད། དེར་སྐུ་ངོ་ཀུན་བདེ་ལེགས་ནས། ཁོང་མི་གསུམ་ཁོ་ན་ལྟ་སྐོར་བྱེད་བཏང་བ་མིན་གསུངས་པར། དེ་ནི་སྐད་སྒྱུར་གྱི་སྒྱུར་སྟངས་ནོར་བ་རེད་ལྷན་རྒྱས་ནས་ཀྱང་བཀའ་མོལ་གནང་ན་ཞེས་རེད། སྐུ་ངོ། དེ་ལ་སྐུ་ངོ། དེ་འདྲས་ནི་ཁོང་མི་གསུམ་རེད་ཅེས་བཤད་བཞག་ན་ཁོང་གསུམ་གོ་མ་རེད་ད་ལྟ་སྐོར་ནང་ལ་ང་ཚོ་ཡོད་རེད་ཟེར་དུས་དེ་སྐད་སྒྱུར་གྱི་འགྲོགས་རེད་དེ་ཟིག་ལབ་སོང། ད་དེ་ནི་ཕ་ལ་སྟོན་པའི་དོན་ཚན་གཉིས་པ་དེ་རེད་ཡ། དེ་བོད་པ་གིས་ནས་གོང་ཀུན་ལ་སེམས་པ་སྐྱོ་པོ་དང་དོག་གྲོགས་ཀྱི་ཐོག་ནས་ཞུ་རྒྱུར་ཏཱ་ལའི་བླ་མའི་སྐུ་པར་བཀྲམ་མི་ཆོག་གསུངས་ཡོད་ལྷན་རྒྱས་ནས་ཏཱ་ལའི་བླ་མར་དགའ་བསུ་ཞུ་གི་ཡོད་པ་རེད་བྱས་ཙང་ཁོང་གི་སྐུ་པར་ལེན་མཁན་ཚོ་ལ་སྤྲད་པ་མ་གཏོགས་བཙན་དབང་གིས་སྤྲོད་གི་མ་རེད་སྐུ་པར་དེ་ཆོས་དང་འབྲེལ་བ་ཡོད་པ་ཞིག་ཡིན་པར་དོན་གནོད་སྐྱེལ་གྱི་ཨེ་ཡོད་བསམ་གྱི་འདུག་ཅེས་གསུངས་པ་དང་འཇིགས་མེད་རིན་པོ་ཆེ་ནས་ཀྱང་སྐུ་པར་སྤྲོད་སྐབས་རང་བཙན་ཁྱབ་བསྒྲགས་བྱས་ཀྱི་མ་རེད་རང་བཙན་བསམ་མཁན་ཡོད་ན་སྐུ་ཁར་མེད་ན་ཡང་བསམ་གི་རེད་སྐུ་པར་ནི་ཆོས་པའི་ཡུལ་རེད་ཅེས་གསུངས་པར་ད་ད་ལྟ་གོང་ལ་ཁོ་ཚོ་དགག་པ་རྒྱག་དགོས་རེད་བ། ཞེ་ས་ཁྱེད་རང་ཚོ་ཇོ་རིན་པོ་ཆེ་སྐུ་པར་དེ་བཀྲམ་མ་ཆོག་སྨན་ཡང་གི་རིགས་བཀྲམ་མ་ཉོག་ལབ་སོང་ང་ཞིག་ལབ་དང། ཞེ་ས། སྐུ་པར་བཀྲམ་ན་རང་བཙན་འདྲ་གི་རེད་ཅེས་བྱས་དེ་བཤད་པ་དེ་ད་ལྟའི་མཚན་པ་ཐབས་སྐྱོ་བོ་བྱུང་སོང། ག་རེ་རེད་ཟེར་ན། གཟབ་གཟབ་ང་ནས་ཞུ་ཡས་ཅིག་ལ་ཡ། ཨ་ནི། ཁྱེད་རང་ཚོ་གིས་ཇོ་རིན་པོ་ཆེ་སྐུ་པར་བཀྲམ་ཆོག་གི་ཡོད་མ་རེད་རེད་བ། ཨ་དེ་ཡོད་ནི་ཨ་ནི་ག་རེ་ཟེར་ན་དེ། ཁྱེད་རང་ཚོ་བཤད་ཡས་ཀྱི་སྐད་ཆ་དང་བདེ་བ་རིན་པོ་ཆེ་ལ་དགའ་བསུ་ཡོད་ཞུ་ཡས་ཀྱི་སྐད་ཆ་དང་ལྡོག་ཕྱོགས་རེད་ཤགས་རེད་བ། ག་རེ་རེད་ཟེར་ན་ཁོང་གི་སྐུ་ཚེ་བཀྲམ་མཁན་ཚོ་ལས་ག་རེ་རེད་ཟེར་ན། ང་ཚོ་གི་པ། བདེ་བ་རིན་པོ་ཆེ་དེ་མིན་ཡོང་མཁན་དང་དེ་ཚོར་སྐུ་པར་སྤྲད་ཀྱི་རེད་མ་གཏོགས་ཨུ་ཚུགས་རྒྱབ་ཆེ་སྤྲད་ཀྱི་མ་རེད་བཙན་དབང་རྒྱབ་ཆེ་སྤྲད་ཀྱི་མ་རེད། སྐུ་པར་དེ་ཆོས་དང་འབྲེལ་བ་ཡོད་པར་བརྟེན་གནོད་སྐྱེལ་གྱི། ཨ་ཡོད་བསམ་ཁུལ་དུ་འོངས། ད་དེ་ལ་གཞིགས་མེད་རིན་པོ་ཆེ་ཡང་གར་བཅར། སྐུ་པར་སྤྲོད་སྐབས་རང་བཙན་ཁྱབ་བསྒྲགས་བྱེད་དགོས་སྐད་ཆ་དེ་ཡོད་མ་རེད། རང་བཙན་བསམ་མཁན་ཞིག་ཡིན་ན་སྐུ་པར་ཡིན་གྱི་མེད་གོ་བ་མ་རེད། དེ་སྐུ་པར་དེ་ག་རེ་ཆོས་པའི་ཡུལ་ཙམ་རེད་བྱས་པར་དེ་རེད། གསུང་བཅུ་གྲངས་ཀྱི་ཁྱེད་ཚོ་འདིར་ཕེབས་པ་ནི་སྤྱིར་བཏང་སྤྲོ་གསེང་བཏང་རྒྱུ་དེ་འདྲ་མ་རེད་ཆབ་སྲིད་ཀྱི་ངོ་བོ་རེད་སྐུ་པར་བཀྲམ་དུས་ཆབ་སྲིད་ཀྱི་ངོ་བོ་ཆགས་ཀྱི་ཡོད་སྐུ་པར་ལ་བརྟེན་ནས་ཕྱི་རྒྱལ་ཁག་གི་རང་བཙན་ཡིན་པ། ཁྱབ་བསྒྲགས་བྱེད་ཀྱི་འདུག་བྱས་ཙང་ད་སྐབས་ག་རེ་ལབ་པར་ཟེར་ན་ཡང་གསུང་བརྗོད་དང་བྱས་ཙང་ཁྱེད་རང་ཚོ་དེ་སྤྲོ་སྐྱིད་གཏང་ག་ཡོང་ཡོད་མ་རེད་བ། ཁྱེད་རང་ཚོ་དེ་ཡོང་ཡས་སྐོར་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་ཡོང་གི་ཡོད་རེད་བ། ཆབ་སྲིད་ཀྱི་ངོ་བོའི་སྐོར་ནས་ཡོད་དུས་སྐུ་པར་བཀྲམ་ན་རང་བཙན་གྱི་ཆབ་སྲིད་ལས་ཀ་ཆགས་འགྲོ་གི་ཡོད་རེད། ཕྱི་རྒྱལ་ཁར་དེ་འདྲ་བྱེད་ཀྱི་འདུག་བ་བྱས་པ་རེད། ད་ཁོ་ཚོས་ཡང་ཆབ་སྲིད་བྱེད་ཆོག་གི་མ་རེད་བཤད་ཀྱི་བཤད་ཀྱི་ལ། ཡང་ཡོང་ཡས་དེ་ཆབ་སྲིད་ཀྱི་ངོ་བོའི་ཐོག་ནས་ཡོང་པ་རེད་ཟེར་བཤད་ཀྱི་འདུག་བ། བྱས་ཙང་ཧུའུ་ཡའོ་ཝང་གིས་གསུངས་པ་ལྟར་དོན་མཛད་གསུམ། གསུམ་ཏཱ་ལའི་བླ་མར་བཤད་ཡོད་དོན་མཛད་གསུམ་པོ་དེ་ནི་དང་པོ་ཆོས་ཀྱི་བླ་མ་ཡིན་པར་བརྟེན་སྲུང་སྐྱོབ་བྱ་རྒྱུ། གཉིས་པ་ཁོང་གིས་གོ་གནས་རང་འཇགས་དང་གསུམ་པ། ལོ་རྒྱུས་ཐོག་ནས་གལ་འགངས་ཆེ་ཤོས་ཤིག་རེད་ཅེས་གསུངས་ཡོད་རེད་ཅེས་རེད། ད་ག་རེ་གསུང་གི་ཡོད་ཟེར་ན། དོན་མཛད་གསུམ་གྱི་ནང་ལོགས་ལས། དོན་མཛད་ལྔ་ཡོད་རེད་བ། དེའི་ནང་གི་གསུམ་གྱི་ནང་ནས་མདོག་མདོག་དེ། སྙིང་པོ་འདི་གསུམ་ཡར་བར་འབུལ་བྱ་རེ་ཞུ་དགོས་ཡོད་རེད། དེ་ག་རེད། དང་པོ་འདི་ཆོས་ཀྱི་བླ་མ་ཡིན་པ་དེ་སྲུང་སྐྱོབ་བྱ་དགོས་ཡོད་ཅིག་ཡོད་རེད། གཉིས་པ་འདི་ཁོང་གི་གོ་གནས་རང་འཇགས་བྱ་ཡོད་ཅེས་གསུམ་པ་འདི་ལོ་རྒྱུས་ཐོག་ནས་གལ་འགངས་ཆེ་ཤོས་རེད་ཅེས་གསུངས་པ་རེད། ད་སྐུ་ཚེ་བཤད་སྟངས་ཞིག་ཏུ་བ་ལོ་རྒྱུས་འདི་ལྔ་བཅུ་ང་དགུ་འཕེལ་མཁན་ལོ་རྒྱུས་རྒྱས་པ་ཞེས་ཅིག་བཤད་ཀྱི་ཡར་ལོ་རྒྱུས་བཤད་ཀྱི་འདུག་འོ་ད་འདི་རེ་རེད་ད། འདི་རེད་བྱ་བ་རེད། ད་དེ་ལ་སྐུ་ངོ་ཀུན་བདེ་གླིང་གིས་ག་རེ་བསྐྱར་བར་ཟེར་ན་ལན་དེ་ད་ཁྱེད་རང་གི་གསུང་ཡས་ཀྱི་སྐུ་པར་དེ་ལ་ཧང་སངས་སོང། དེ་འདྲ་ཡིན་ནམ་བསམ་གྱི་འདུག་ཅེས་གསུངས་པར་བསང་ཆུའི་སྒྲ་ནི་མི་སྒེར་དང་ཁྱོད་ཚོ་མ་འདྲ་ཆོས་སྤེལ་རྒྱུ་མ་རེད་ལྟ་སྐོར་རེད་ཅེས་གསུངས། བྱས་ཙང་ཀ་ད་སྐུ་པར་གྱི་སྐོར་ལས་ང་ཏིག་སེ་ཧང་སངས་སོང་དེ་འདྲ་ཨ་ཡིན། དེ་འདྲ་སླེབས་དུས་མི་སྒེར་དང་ཁྱེད་རང་ཚོ་འདྲ་གི་མ་རེད་ད། འོ་དེ་ཡིན་དུས་ཆོས་སྤེལ་ཡས་མ་རེད་ལྟ་སྐོར་རེད། བྱས་ཙང་ཆོས་སྤེལ་ཡས་ཀྱི་ལས་ཀ་དེ་བྱེད་དགོས་མ་རེད་ཟེར་བར་སྐུ་པར་འདྲ་ཡིན་ལྟ་སྐོར་དྲ་བུ་དེ་ལ་དྲ་བུ་རིན་ཆེན་དེ་རིང་གི་ག་རེ་ལབ་པར་ཟེར་ན། སྐུ་པར་དེས་ཆབ་སྲིད་དང་འབྲེལ་བ་ཆགས་ཀྱི་ཡོད་པ་སེམས་ནས་དྲན་མ་བྱུང། སྐུ་པར་སྤྲོད་རྒྱུ་མེད་ཟེར་ན་ཧང་སངས་སོ། དེ་འདྲ་སོང་ཙང་ང་ཚོས་ལུས་ལ་ཡང་སྦས་གསང་མེད་པར་སྤྲད་པ་ཡིན་སུ་ལ་ཡང་སྦས་གསང་མེད་པར་སྤྲད་པ་ཡིན། དེ་ལྟར་སྤྲད་མ་ཐུབ་ན་སྐུ་ཚབ་ཀྱི་ལས་འགན་མ་འགྲུབ་པ་དང་རྙོག་དྲ་ཞིག་ཀྱང་ཆགས་ཀྱི་རེད། ད་ལྟ་འདི་འདྲ་གསུངས་དུས་ད་བར་ང་ཚོ་འབྲེལ་བ་ཡག་པོ་བྱུང་བ་འདི་ག་འདྲ་ཞིག་ཆགས་སོང་སྙམ་སེམས་ཁྲལ་དུ་བྱས་པ་རེད། ད་གཙོ་བོ་དེ། ད་ལྟ་འགྲུལ་པ་དུ་མ་སོང་ན་གནས་ཚུལ་གཅིག་གི་སྒང་ལས་འགྲུལ་པ་དང་མ་སོང་ད་ཅིག་བོད་པའི་སྤྱི་ཚོགས་འོག་ལ་ཡིན་ད་དེ་དག་སྦེ་ཇིང་ལ་ཡོད་རེད་བ་དེ་ནི་བོད་པའི་སྤྱི་ཚོགས་ལ་འགྲོ་ཡས་ཀྱི་གནད་དོན་གཅིག་དེ་ཆོས་ལུགས་ཀྱི་གནད་དོན་གང་ལ་སླེབས་ཡོང་དུས་དེ་མེན་གོ་རང་བཞིན་གང་ལ་སླེབས་ཡོང་དུས་བབས་ས་དེ་སྐུ་པར་གང་ལ་བབས་སོང་ང་སྐུ་པར་གི་གང་ལ་འགྲུལ་པ་དང་མ་སོང་ཐེབས་རྗེས་ད་དེ་མ་སྐུ་ཚབ་རིམ་པ་གསུམ་པ་ཁོང་གིས་ག་རེ་གསུངས་པ་ར་གྲོགས་དཔོན་གིས་ད་སྐུ་པར་བས་སྤྲད་ཟེར་དུས་སེམས་པའི་རྩ་བ་ཡང་དྲན་མ་སོང་སྤྲད་མ་ཆོག་པ་དེ་འདྲ་ད་སྐུ་པར་སྤྲད་ཡས་མེད་པ་སོང་ན་ཨ་ནི་ང་ནི་སྤྲད་དེ་སྦེ་སངས་མེད་པ་སྤྲད་ཀྱི་ཡོད་དེ་སྤྲད་མ་ཐུབ་ན་ང་ཚོ་སྐུ་པར་གྱི་ལས་འགན་ཡང་མ་འགྲུབ་པས་ར་ག་ཟེར་སྐུ་ཚབ་ཀྱི་ལས་འགན་ཡང་མ་འགྲུབ་པས་ལ་རྙོག་དྲ་ཡང་ཆེན་པོ་ཆགས་ཀྱི་རེད། དེ་འདྲས་གསུངས་དུས་ད་བར་ང་ཚོ་འབྲེལ་བ་ཡག་པོ་བྱུང་བ་རེད་ཟེར་བཤད་ཀྱི་ཡོད་རེད་དེ་འབྲེལ་བ་ག་འདྲས་སུ་ཡག་པོ་བྱུང་མེད་འདི་ཡང་དཀའ་ལས་ཁག་པོ་ཞིག་རེད་ཤག། ད་དེ་ནས་ཡང་འཇིགས་མེད་རིན་པོ་ཆེ་གིས་དེ་ལ་ལན་རེ་བཀར་བསྐྱར་བར་ཟིན་ན། འཇིགས་མེད་རིན་པོ་ཆེ་ནས་ཆོས་དང་སྦྱར་ནས་བཤད་ན་ཡག་པོ་ཡོད་དམ། ཡོད་མ་རེད། ཡག་པོ་ཡོད་མ་རེད་ཅེས་གསུངས། ད་ཁྱེད་རང་གིས་འདི་ཆོས་དང་སྦྱར་ནས་གསུངས་ན་ཡག་པོ་ཡོད་མ་རེད། དེ་ནས་སྐུ་ངོས་སྐུ་འདི་ལས་འགར་ཚར། དཔེར་ན། ཀྲང་ཅིན་ཧུང་བོད་ལ་མའོ་ཙེ་ཏུང་གི་སྐུ་ཚབ་ཡིན་ཞེས་ཐོག་མར་སླེབས་དུས་མའོ་ཡི་པར་ཞིག་སྤྲད་ནས་མའོ་ཡི་སྐུ་ཚབ་ཡིན་ཞེས་བརྗོད་ཡོད་པ་རེད། ང་ཚོ་ཡང་རྒྱ་ནག་ནང་ཏཱ་ལའི་བླ་མའི་སྐུ་ཚབ་བྱས་ནས་འབྱོར་བ་དེས་ཏཱ་ལའི་བླ་མའི་སྐུ་པར་སྤྲད་མ་ཆོག་པ་ཆགས་དུས་གནས་ཚུལ་ག་འདྲ་ཆགས་སོང་ཟེར་ན་དེ་གུ་གུལ་དུ་ལེན་དུས་ཅུང་ཟད་ཆུང་བ་བྱས་ན་སྐབས་སྔོན་མའོ་ཀྲུའུ་ཞི་ཡོད་དུས་མའོ་ཀྲུའུ་ཞིའི་གུ་གུལ་གསུང་དུས་དམར་པོ་དེ་ཞག་སྟེང་ར་ལག་ཏུ་བཅུག་ཆོག་ཅེས་སྐོར་པར་བརྗོད་ཡོད་ཀྱང། ཅེས་དང་སྔོན་ན་སྔོན་མ་ཡིན་ན་རྦད་དེ། དཔེར་ན་ཁྱོད་རང་ཀྲང་ཅིན་ཝུན་ཁོ་བོད་ལ་ཡོང་དུས་མའོ་ཙེ་ཏུང་གི་སྐུ་ཚབ་ཡིན་ཞེས་ཀྱི་ཐོག་མར་སླེབས་དུས་མའོ་གིས་པར་ཞིག་སྤྲད་ནས་མའོ་གི་སྐུ་ཚབ་ཡིན་ཞེས་བཤད་པ་རེད། ཟེར། ད་ང་ཚོ་རྒྱ་ནག་ནང་རྒྱལ་བ་རིན་པོ་ཆེ་སྐུ་ཚབ་བྱས་ནས་ཕེབས་དུས་ཨ་རྒྱལ་བ་རིན་པོ་ཆེ་སྐུ་པར་སྤྲད་ཆོག་གི་མ་རེད་ཟེར་ན་ཨ་གནས་ཚུལ་ག་འདྲ་ཆགས་པ་རེད། འོ་དེ་རེད། དེ་བྱེད་དུས་ད་རྩོམ་པ་པོ་ཁོང་རང་དེ་འདྲ་དེ་ག་ཟེར། ཨ་ཏི་ཤ་བསྟན་འཛིན་ལགས་ག་རེ་གསུངས་པ་རེད། ཕྲན་ནས་ས་ཏང་གི་སྲིད་ཇུས་གུ་ཡངས་བཏང་བའི་ཐོག་ནས་ཆོས་བསྟོད་རང་མོས་ཡོད་ཟེར་གྱི་རེད། སྲིད་ཇུས་དེ་ས་གནས་ས་ཐོག་ཏུ་ལག་བསྟར་བྱེད་ཀྱི་ཡོད་མེད་ལྟ་ཆེད་ང་ཚོ་ལྟ་སྐོར་ལ་བཏང་པ་རེད། ལྟ་སྐོར་ལ་འགྲོ་སྐབས་མི་མང་ནས་སྐུ་པར་དགོས་ཟེར་དུས་ང་ཚོས་སྐུ་པར་སྤྲད་རྒྱུ་ཡོད་དེ་ཏང་གིས་སྤྲད་ཆོག་གི་མ་རེད་བརྗོད་ཀྱི་འདུག་ཅེས་འགྲེལ་བཤད་བྱེད་དགོས་བྱུང་ན་མི་མང་གི་སེམས་ལ་ག་རེ་དྲན་གྱི་རེད། འདིས་མི་རིགས་མཐུན་སྒྲིལ་ལ་གནོད་ཀྱི་རེད་དམ་ཕན་གྱི་རེད་དགོངས་པ་ཡག་པོ་བཞེས་དགོས། མ་གཞི་ནས་རྒྱལ་བ་རིན་པོ་ཆེའི་སྐུ་པར་དམར་བྲིས་ཟེར་ན་ཆོས་དད་རང་མོས་ཟེར་བ་དེ་གད་མོ་ཤོར་རྒྱུ་མ་རེད་དམ་ཞེས་བཤད་པ་ཡིན། ད་ཡར་དེ་རིགས་པ་ཡག་ཤོས་བཏང་འདུག་ད་ཁྱོད་རང་ཚོས་སྐུ་པར་སྤྲད་ཆོག་གི་མ་རེད་བཤད་དུས་ཨ་ནི་བལ་རྒྱ་ནག་གི་སྲིད་ཇུས་ཀྱི་ནང་ལ་བལ་དེ་ད་བལ་ཡག་རུ་ཕྱིན་རྗེས་བལ་ཆོས་དད་རང་མོས་ཡོད་སའི་ལབ་གི་ཡོད་རེད་སྲིད་ཇུས་གུ་ཡངས་ཡིན་ལབ་གི་ཡོད་རེད་ཨ་ནི་སྲིད་ཇུས་དེ་ས་གནས་ས་ཐོག་ལ་ལག་བསྟར་བྱེད་དུས་ཨ་ནི་ང་ཚོ་ལག་བསྟར་བྱེད་ཀྱི་ཡོད་མེད་ལྟ་ག་ཡོང་པ་རེད་ད། ད་དེ་ཡོང་དུས་ཨ་རི་རྒྱ་གར་རིན་པོ་ཆེ་སྐུ་པར་སྤྲད་ཆོག་གི་མ་རེད། དེ་ཀྲུང་དབྱང་གིས་སྤྲད་ཆོག་གི་མ་རེད་ལབ་ཀི་འདུག་ཞེས་པ་ཡིན་ན་མི་མང་གི་སེམས་ནས་ག་འདྲ་ཆགས་ཀི་རེད། མི་རིགས་མཐུན་སྒྲིལ་ལས་ཁྱེད་རང་ཚོ་དགོས་ཟེར་ཏེ་ཆགས་ཀི་རེད། བྱས་ཙང་ཀ། དེ་དངོས་ཀི་རེད་བས་ཕན་གི་རེད་ད་གོང་མ་ཡག་པོ་བྱེད་དགོས། བྱས་ཙང་ཀ། ད། དེ་ཡིན་དུས་ཨ་ནི་རྒྱ་གར་རིན་པོ་ཆེ་སྐུ་པར་མ་སྤྲོད་ལབ་པ་ཡིན་ན་ཨ་ནི་ཆོས་དད་རང་མོས་ཟེར་ཏེ་གད་མོ་ཤོར་ཡས་ཀྱི་མ་རེད་བས་ཟེར་དུས། ད་དེ་དྲི་བ་བྱེད་རོགས། ཨ་ནི་ཟེར་དུས་དེ་ནས་ས། རྒྱ་མི་དཔོན་རིགས་གཉིས་ནས་ང་ཚོས་རྩ་དོན་ཤེས་པ་ཡིན་ག་རེ་བྱས་མིན་ཁྱེད་ཚོས་བསམ་བློ་བཏང་ནས་ཐག་གཅོད་བྱེད་ས་དེ་ཁོ་ཚོས་སྟིག་རྩི་རྒྱབ་ན་ཤོར་གི་འདུག་ད་ང་ཚོས་ཤེས་དགོས་དེ་རྩ་བའི་རྩ་དོན་འགྲོ་བ་དེ་གཟུང་ཡས་ཀྱི་གནས་ཚུལ་རྩ་དོན་དེ་རེད་ཡིན་པ་ཡིན་ན་ལས་ག་རེ་བྱེད་དགོས་མིན་དེ་ཁྱོད་ར་ཚོས་ལྟ་གི་ལྟ་གི་བྱས་བྱས་པར་ད། ད་དེ་ནས་བཀའ་འདས་ལགས་ནས་མི་སུས་སུ་ཡིན་རུང་འདོད་པ་ཁེངས་དགོས་ཀྱི་རེད་འདོད་པ་ཁེངས་པ་ཞིག་ང་ཚོས་བྱེད་དགོས་ཀྱི་ཡོད་པ་རེད་ང་ཚོས་ལྟ་སྐོར་གམ་མི་རིགས་གཅིག་སྒྲིལ་ལ་གནོད་པའི་སྐད་ཆ་བཤད་མི་ཡོང་འདི་ང་ཚོས་ཁས་ལེན་བྱེད་ཐུབ། ཅེས་གསུང་རྗེས་སྐུ་ངོ་ཀུན་བདེ་ལེགས་ནས་བཀའ་མོལ་མུས་དུ་གསུངས་པར། ད་བཀའ་འདས་ལགས་ཀྱིས་གར་གསུངས་པར་ཟེར་ན་མི་ཚང་མ་འདོད་པ་ཁེངས་དགོས་ཀྱི་རེད་ཟེར་གྱི་རེད་ད་འདོད་པ་ཁེངས་ན་ད་ཚང་མ་ཡོང་གི་མ་རེད་པ། འདི་ག་ཟེར་ན། ཚང་མ་གི་བློས་གཏོང་བྱེད་དགོས་གནས་བབ་ཅིག་ཡོད་རེད། ཡིན་པ་ཡིན་ན་ལས་ད་འདི་ཡིན་དུས་ང་ཚོས་ལྟ་སྐོར་སྐབས་མི་རིགས་མཐུན་སྒྲིལ་ལས་གནོད་པའི་སྐད་ཆ་བཤད་མི་ཡོང། རེད་བ། ད་འདི་ང་ཚོས་ཁས་ལེན་བྱེད་ཐུབ་གི་རེད། བྱས་རྗེས་འདི་བཤད་དུས་ད་ཁོང་སྐུ་ནི་རེད་གར་སོང་བར་ཟེར་ན། ད་དོན་ཚོད་གསུམ་པ་དེ་རེད། ང་ཚོས་འཁྱེར་བ་དེ་ནི་རིན་ཆེན་རིལ་བུ་རེད། འདི་འཛམ་གླིང་ན་ཡོད་པའི་མི་མི་སྒོ་སེར་པོ་དང་ནག་པོ་ཚང་མས་ཟ་གི་ཡོད་པ་རེད་འདི་ཡི་ཐུགས་ཡིད་མ་ཆེས་ན་བརྟག་དཔྱད་ག་པ་ཡིན་ན་ཡང་བྱ་རོགས་ཞེས་གསུངས་པར། གསུང་ཇུས་དང་ནི་སྨན་གྱི་ཐད་རྩ་ཁྲིམས་ན་ས་བྱེ་བ་བཞིན་བྱ་དགོས་བཤད་པ་ཡིན་ཡིན་ན་ཡང་ཁྱེད་ཚོས་བརྟག་དཔྱད་གནང་རོགས་གནང་བསམ་འཆར་མ་མཐུན་པ་ཡོང་གི་རེད་ཅེས་གསུངས། ད་དེ་རེད་ད། ད་ཡང་གཉིས་པ་དེ་ད་བུ་སྐུ་དཔར་གྱི་གནས་ཚུལ་དེ་ད་དུག་ཅུག་བྲིས་སོང་ཨ། ད་གཉིས་པ་དེ་སྨན་གྱི་གར་ལེགས་ཡོད་ཨ། ད་དེ་ལ་ཀུན་ཏུ་རིག་གི་གར་གསུངས་པ་རེད། སྨན་དེ་འཛམ་གླིང་མགོ་སེར་དང་ད་ལྟའི་མི་ཚང་མས་མགོ་ནག་མགོ་སེར་ཚང་མ་གི་ཟ་གི་བ་རེད། ད་དེ་ཁྱེད་རང་ཚོས་ཡིད་མ་ཆེས་ན་བརྟག་དཔྱད་ག་རེ་བྱས་ནས་བྱེད་ཀྱི་ལབ་དུས། ཨ་ནི་དེ་ག་རེ་བྱུང་བ་རེད་བཟང་ལྕགས་ཀྱུ་དྲག་གི་ཡང་ངས་རྩལ་སྒྲིམ་བཤད་ཀྱི་ཡོད་ཟེར་གྱི་ཡང་ད་གོ་ཨེ། སྨན་གྱི་རྩལ་སྒྲིམ་གང་ལ་བཤད་པའི་གནས་ཚུལ་ཞིག་རེད་ཡིན་ནའི་ཁྱེད་རང་ཚོས་བརྟག་དཔྱད་ག་རེ་ནས་གནང། བསམ་འཆར་མ་བཏོན་པ་ཡོང་གི་རེད་ལབ་སོང། ད་དེ་ལ་ཞིག་སྨན་རིན་པོ་ཆེ་གི་གར་གསུངས་པར་ཟེར་ན། མེས་རྒྱལ་གོང་བུ་གཅིག་གྱུར་གཞི་རྩར་བཟུང་སྟེ་ང་ཚོས་ལས་ཀ་བྱ་རྒྱུ་ཡིན་ཞེས་གསུངས། དེ་ལྟར་གནད་དོན་ཐག་གཅོད་གསལ་པོ་གང་ཡང་མ་བྱུང་བར་ཚོགས་འདུ་གྲོལ་བ་དང། ད་དེ་ནས་ད་བླ་འཇིགས་མེད་རིན་པོ་ཆེས་མེས་རྒྱལ་གོང་བུ་གཅིག་སྒྲིལ་ཡོང་བའི་ཐད་ལ་ང་ཚོས་འབད་དེ་དེ་བྱེད་ཀྱི་ཡིན། ད་དེ་འདྲའི་བྱས་རྗེས་ད་གོ་ཚོད་ཚོགས་འདུ་ལས་ཐག་གཅོད་སུ་ཅང་བྱུང་ཡོད་མ་རེད། དེ་རྗེས་དགོང་དྲོ་གསོལ་སྟོན་གཟབ་རྒྱས་ཤིག་ཕུལ་སོང་སྐབས་དེར་པེ་ཅིང་ནས་མ་ཐོན་གོང་ད་བར་སྐུ་ཚབ་ཚོགས་ཆུང་གི་ལས་དོན་ཇི་བྱས་སྐོར་ཚོགས་ཚོགས་གཙོ་སྐུ་ངོ་སྐུལ་འདེད་གླིང་གི་མཚན་ཐོག་ནས་བཀའ་ཤག་ལ་ཕྱག་བྲིས་ཤིག་ཕུལ་བའི་ངོ་ཤོལ་ཟུར་བཙལ་ཞིབ་པར་ཡོད། འོ་ད་དེའི་བར་གྱི་ད། ཕྱག་ལས་དགོང་མོ་ཞལ་ཁ་རྒྱག་རྩ་ཞིག་བཏེག་འདུག་ག་དེ་བྱས་རྗེས་ད་ནི་ད། དེའི་བར་གྱི་ལས་ཀ་ག་རེ་ག་རེ་བྱུང་མེད་དེ་བཀའ་ཤག་ལ་སྙན་ཐོ་ཞིབ་རྒྱས་ཤིག་ཕུལ་བ་དེ་ཁོ་རང་གི་ཟུར་བཙལ་ཞིབ་པའི་ནང་ལས་ཡོད་ཞལ་ཆེ་དེར་ད་ཁོ་ཚོ་ནང་ཁུལ་གྱི། དེར་ད། སྐུ་པར་དང་རིན་ཆེན་རིལ་བུ་གྱི་སྒང་ལས། འཕྲད་པའི་གནས་ཚུལ་ལ་ད་ད་ལྟ་གཞི་ནས་ད། འགྲོ་དགོས་ཡག་གི་གནས་ཚུལ་དེ་སླེབས་བསྡད་ཀྱི་འདུག་བ་འོ་དེ་ཅི་རེད། འོ་ཡ། ད་དེ་ནས་པེ་ཅིང་ནས་ཤིན་ཨན་བརྒྱུད་ཟི་ལིང་ལ་ཐོན་པ་ཞེས་དེ་ད་ཐ་མ་དེ་མ་བུད་ཚིག་བྱེད་ཆོག་པ་ཞུ་ཡ་ཡིན། ད་ཕྱི་ཚེས་བཅུ་ཉིན་སྔ་དྲོ་རྒྱ་གར་གཞུང་ཚབ་ལ་མཐོང་མཆན་ཞུ་རུ་ཞུ་རྒྱུ་དང་འབྲེལ་བའི་ལས་དོན་ཆེད་ཕྱིན་པ་ཡིན། ད་རྒྱ་གར་གཞུང་ཚབ་ལས་འོ་དོ་བྱས་རྗེས་མཐོང་མཆན་ཞུ་བའི་ལས་དོན་ཆེད་ཕྱིན་པ་ཡིན། ཞོར་ལ་འཁྲུངས་སྐར་སྐོར་དང་རྒྱ་མི་གང་ཤེས་ཁག་སྐུ་ཞབས། ཝེ་ཅེ་ལ་ཞུས། ད་དེ་རྒྱ་མི་དང་སྐད་ཆ་ག་རེ་བྱུང་དེ་རྒྱ་གར་གཞུང་ལ་ཞུས་ཡོད། ཕྱེད་གཡོ་ཆུ་ཚོད་གསུམ་དང་སྐར་མ་ཉི་ཤུ་རྩེ་ལྔའི་ཐོག་པེ་ཅིང་ནས་ཐོན་ཏེ་གནམ་ཐོག་བརྒྱུད་ཞན་ཡང་དུ་འབྱོར་བ་དང་རྒྱ་གར་ཞན་ཡང་ཆེད་དེ་ནི་རྒྱ་ནག་གོང་མ་ཐའེ་ཙུང་གི་རྒྱལ་ས་ཁྲང་ཨན་ཟེར་བ་འདི་རེད་འདུག་འོ་ད་ཁྲང་ཨན་ཟེར་གི་རྒྱལ་ས་འདི་ལ་ཡང་སླེབས་སོང་ད་དེ་ཁྲང་ཨན་ཟེར་སྔོན་མ་བོད་འབངས་ཀྱི་དམག་རྒྱག་ས་དེ་རེད་བ། འདིར་འབྱོར་སྐབས་སེམས་ནང་དགའ་ཚོར་དང་སྐྱོ་སྣང་གཉིས་འཛོམས་ཤིག་བྱུང་གང་ཡིན་ཟེར་ན་སྔར་བོད་རྒྱལ་ཁབ་མངའ་ཐང་ཕྱེད་སྐབས། བོད་དམག་རྒྱལ་ས་འདི་པར་སླེབས་པ་མ་ཟད་རྒྱ་དམག་མཐར་སྐྲོད་བཏང་སྟེ་རྒྱའི་རྒྱལ་ས་བཟུང་བ་དང། རྒྱལ་པོ་ཞིག་ཀྱང་བསྐོས་པའི་ལོ་རྒྱུས་གཟི་བརྗིད་ཅན་རྣམས་དྲན་སྐབས་དགའ་སྤྲོ་ཆེན་པོ་བྱུང་སྐབས་རེད་ད་རྩོམ་པ་པོ་གི་ཚོར་བའི་མྱོང་ཚོར་དེ་རེད་ད་ས་ཆ་འདིའི་བོད་པ་དང་གནས་ཚུལ་འབྲེལ་བ་དེ་ག་རེ་ཟེར་ན་བཙན་པོའི་དུས་དགོས་ཀྱི་སྟོབས་ཤུགས་དེ་མངོན་ཡོང་གི་ཡོད་རེད་པ་ད་ལྟ་བོད་གོམ་སྤྱི་ལོ་འདས་རོགས་དེ་རེད། འོན་ཀྱང་ད་ལྟའི་ཆར་བོད་ས་ཡོངས་རྫོགས་རྒྱ་ནག་གི་བཙན་འོག་ཚུད་པ་མ་ཟོས་བོད་མི་རིགས་ཆག་འཇིག་གཉན་འཕྲང་ལ་ཐུག་པ་དང། གོང་ས་མཆོག་གི་སྐུ་ཚབ་གནང་ཀྱང་རྐུ་མར་རྒྱ་དམར་ནས་གང་ཤེས་ལ་ཉན་དགོས་པའི་གནས་སྟངས་མཐའ་གཏུགས་འདི་འདྲ་གྱར་བ་ནི་སེམས་སྐྱོ་བའི་རང་བཞིན་ལས་མ་འདས། བྱས་ཙང་འདི་ཡིན་དུས་ཨ་ནེ་ཕྱི་ཚེས་ཉི་ཤུ་རྩ་གསུམ་བཅུ་གསུམ་ཉིན་ཁྲང་ཨན་གྲོང་ཁྱེར་དུ་ཡོད་པའི་བོད་ལྗོངས་མི་རིགས་བླ་བྲག་ཆེན་མོ་ལ་བལྟ་སྐོར་བྱས་པ་དང། སློབ་གྲྭ་འདི་བཞིན་ཐོག་མར་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ལ་བཙུགས་པ་དང་སློབ་གྲྭའི་མིང་ལ་ཐོག་མར་གཞོན་དབྱངས། བོད་སྤྱིའི་སློབ་གྲྭ་ཟེར་བ་དང། བྱས་ཙང་ད་དེ་ནས། དེ་ད་བོད་ལྗོངས་སློབ་གྲྭ་ཟེར་དེ་རེད་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་ཟེར་ཞེས་དང། ག་ཤེད་ཀྱི་བོད་ལྗོངས། འཛིན་གྲྭ་ཟེར་ནི་རེད་ཚོགས་འདུ་བ་དེ་ནང་ལ་དེ་འདྲ་འདུག་ག། ག་ཤེད། ཁ་ཟས་སློབ་འབྲིང་ཡང་འདུག་བ་དེ། དེ་གོ་མི་ཚ་ག་རེ་བྱེད་འཚུགས་ཡོད་ན་དེ་རྒྱ་ནག། བྱས་ཙང་ད་འདི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་ལ་བཙུགས་པའི་སླབ་གྲྭ་ཞིག་རེད་ཤག་སློབ་གྲྭ་འདི་ཐོག་མའི་མིང་ལ་བོད་སྤྱིའི་སླབ་གྲྭ་ཟེར་བ་དང། དམིགས་ཡུལ་ལྟར་ལྔ་བཅུ་ང་དགུ་ལོར་མང་གཙོའི་བཅོས་སྒྱུར་ཁག་སློབ་ཕྲུག་མང་པོ་བོད་དུ་བཏང་ནས་བཅོས་སྒྱུར་གནང་ཡོད། ནང་ཞུགས་ཡོད། བོད་སྤྱིའི་བེད་སྤྱོད་བཏང་བ་རེད། ལྔ་བཅུ་ང་བདུན་སློབ་ཆུང་སྤྲད་ལྔ་བཅུ་ང་དགུ་ལས་བོད་ལས་འདས་ཕྱིན་དུས། རྗེས་སུ་བོད་ལྗོངས་མི་རིགས་སླབ་གྲྭ་ཞེས་པར་མིང་མིང་བསྒྱུར་བྱས་པ་དང་ཆེས་དེ་རྗེས་ལས་བོད་ལྗོངས་མི་རིགས་སླབ་གྲྭར་བསྒྱུར་ཤག། འོན་ཀྱང་འདིར་གནམ་གཤིས་སོགས་ཀྱིས་རྐྱེན་པས་བོད་རིགས་སློབ་མ་རྣམས་བདེ་སྡོད་བྱེད་རྒྱུ་མེད་མི་འདུག། སློབ་ཕྲུག་བཞི་བརྒྱ་ཙམ་འདུག་དགེ་རྒན་དང་ལས་བྱེད་ཚང་མ་སླབ་གྲྭ་འདི་བོད་ལ་གནས་སྤོ་བྱ་རྒྱུར་ཤུགས་རྒྱག་གི་ཡོད་འདུག་སློབ་ཕྲུག་ཚོ་གུང་སེང་དང་སྟབས་ཁེངས་ནས་ངོ་གཏུག་མ་བྱུང་ཡང་འགའ་ཤས་ཡོད་པ་རྣམས་དང་ངོ་གཙུགས་བྱུང། དེའི་ནང་གི་ད་གེ་གེ་དང་བསླབ་གྲྭ་དེ་ཚོ་གི་གནམ་གཤིས་ཡག་པོ་མེད་ཙང་དེ་འདས་དུས་སུ་མེད་དུས་བོད་ལ་ཡང་གནས་སྤོ་ཡ་ལས་རེ་བ་རྒྱག་གི་འདུག་ཡིན་པས་ན་སློབ་ཕྲུག་མང་ཅིག་སྐབས་དེ་དུས་མི་འདུག་ག་ཤེད་ཡིད་གུང་སེང་བྱིན་རྗེས་འགའ་ཤས་ཡོད་པ་དེ་ཐུག་སོང་བྱས་པ་རེད། གོང་ས་མཆོག་གི་སྐུ་པར་ཡང་ལེན་ནུས་མཁན་འདུག་ས་དེ་ཡང་ཞེད་སྣང་ཆེན་པོ་བྱེད་ནས་ལེན་དགོས་ཀྱི་འདུག་འཕན་པོ་ནས་ཡིན་པའི་ལུས་རྩལ་དགེ་རྒན་ཚེ་རིང་ལགས་ཞུ་བ་ཞིག་འདུག་པ་ཁོང་དང་ཐུག་པ་དང། ཉིན་རྒྱབ་མཚན་གླིང་ཞེས་པར་མིང་རྒྱལ་རབས་སྐབས་ཀྱི་བང་སོ་ཁག་ཅིག་ལ་ལྟ་སྐོར་ལ་ཕྱིན་པ་ཡིན་སྐབས་དེ་དུས་དགེ་རྒན་འཕན་པོ་ནས་ཡིན་པའི་མི་ཞིག་འདུག་ས་ཁོ་རང་ཡང་ཐུག་ཨ་ནི་ཉིན་རྒྱབ་མཚན་གླིང་ལ་ཡི་གེ་མིང་རྒྱལ་རབས་སྐབས་ཀྱི་བང་སོ་ཞིག་འདུག་དེ་ལྟ་ག་ཕྱིན་པ་ཡིན་སྲིད། ད་ཚེས་བཅུ་བཞི་ནི་ཆིང་རྒྱལ་རབས་སྐབས་གོང་མའི་བང་སོར་སྦྱིན་པ་ལས་བཟོས་པའི་གཟུགས་བརྙན། བརྒྱད་སྟོང་ཙམ་ཡོད་པ་དེར་ལྟ་སྐོར་བྱས་པ་དང་ཉིན་གུང། ལི་ཀྲང་རི་བོ་དང་ཆུ་ཚན་བརྒལ་ས་ཞིག་ཡོད་པ་དེར་ཕྱིན་སྲིད་ད་དེ་དེ་ལྟ་སྐོར་བྱེད་སའི་ལམ་དུ་རེད། ས་འོག་ནས་ཐོན་པའི་ཆུ་ཚན་འདི་ནི་ཐང་རྒྱལ་རབས་སྐབས་ནས་ཡོད་པ་མ་ཟད་གོང་མ་རིམ་བྱོན་ཡང་ཆུ་ཚན་འདི་བརྒལ་གྱི་ཡོད་པའི་འགྲེལ་བཤད་བྱེད་ཀྱི་འདུག་ད་གོང་མ་རིམ་བྱོན་གྱི་ཆུ་ཚན་འགའི་ཁ་ཕྱེ་བར་གོ་ཐུབ་ཡོད་དེ་རེད། ཆུ་ཚན་འདི་གཟུགས་པོའི་འཕྲོད་བསྟེན་དང་ནད་རིགས་ལ་ཤིན་ཏུ་ཕན་པོ་ཡོད་སྟབས་ས་གནས་ཡུལ་མི་ཙམ་མ་ཟད་རྒྱ་ནག་རྒྱལ་ཡོངས་ནས་མི་མང་པོ་ཆུ་ཚན་འགའི་བར་ཡོང་གི་ཡོད་ཚུལ་འགྲེལ་བཤད་དང་འབྲེལ་སྐུ་ཚབ་གནང་རྗེས་ངེས་པར་དུ་ཆུ་འགའ་བར་ཕེབས་དགོས་ཞེས་པ་ལྟར་ཆུ་ཚན་འགའ་བར་ཕྱིན་པ་ཡིན། ཨོ་ད་དེ་ཆུ་ཚན་དེ་གའི་གལ་ཆེའི་རང་བཞིན་དང་ཕན་པོ་ཡོད་པའི་གནས་ཚུལ་མང་པོ་བཤད་ཀྱི་འདུག་དེ་འདྲ་ཡིན་པ་སོང་ཙང་སྐུ་ཚབ་རྣམ་པ་ཡང་ཆུ་ཚན་གྱི་འགའ་བ་ཡིན་བྱས་པ་རེད། ཆུ་འགའི་ས་ཁང་མིག་མང་པོ་གསོ་སོགས་བྱས་ནས་འདུག་ས། ང་དང་ལིའི་གཉིས་ས། ང་ཚོས་ནི་པེ་ཅིང་ནས་རྒྱ་མི་ཞིག་ཡོད་པ་ན་ཆུང་ཤོས་དེ་རེད་ད་ཁོ་གཉིས་ཁང་ཆུང་གཅིག་ནང་མཉམ་དུ་བརྒལ་བ་ཡིན་ས་ཁོ་གཉིས་ལྟ་ཡི་དེ་རེད། ཕྲན་ལ་ཆུ་བརྒལ་རྒྱུའི་ཉམས་མྱོང་མེད་སྟབས་ལིའི་ནས་གང་བྱས་ལ་བལྟ་ཞིང་ལད་ཟློས་བྱས་པ་ཡིན་ས། དེ་ལྟར་ཆུ་བརྒལ་ཆུ་བརྒལ། ཁོང་ནི་ཉམས་སྣང་མེད་པར་ལམ་སེང་སྨག་རང་བུད་དེ་ས་ཆུ་རྒལ་སོང་བ་ལྟར་ལད་ཟློས་བྱེད་རྒྱུ་ངོ་ཚ་བ་དང་མི་བདེ་བ་ཕྲན་བུ་བྱིན་ཡང་ཕྱི་ལ་རྣམ་འགྱུར་གང་ཡང་མ་སྟོན་པར་ལི་དང་མཉམ་དུ་ཆུ་དགའ་བ་ཡིན། ད་ཁོ་ཆུ་དགའ་དུས་ཀྱང་ནི་མར་ཀྱང་དགའ་འགྲོ་གི་འདུག་ད་ཁོ་རང་ཡང་ད་ངོ་ཚ་བོ་དང་བྱུང་སྟེ་ད་ཆུང་སྐྱ་ཆོག་གཞལ་བར་མ་རག་ལས། ད་དེ་ཅི་བྱེད་འོ་དེ་རེད་ཅེས་ཆུ་རྫས་དགའ་ལས་འོ་དེ་འདྲ་རེད་བྱ། ད་ཚེས་བཅོ་ལྔ་ཉིན། ཤང་ཆིང་དགོན་པ་ཞེས་བྱ། གྲོང་ཁྱེར་ནང་སྐད་གྲགས་ཅན་གྱི་དགོན་པ་ཆེ་ཆུང་གཉིས་ལ་ལྟ་སྐོར་བྱེད་པ་དང་དགོང་མོ་གཞན་ཡང་ནས་ཐོན་པ་ཡིན་ད་བར་རས་གླིང་ཕྱོགས་ལ། ཚེས་བཅུ་དྲུག་ཉིན་ཟི་ལིང་དུ་ཆུ་ཚོད་བཞི་དང་བཅོ་ལྔ་ཐོག་འབྱོར་བ་དང་སྣེ་ལེན་ཞུ་བར་མཚོ་སྔོན་མི་རིགས་ལས་ཁུངས་ཀྱི་ཀྲུའུ་རེན་ཚེ་བརྟན་དང། འཐབ་ཕྱོགས་གཅིག་གྱུར་པུའུ་ཡི་མ་པུ་ཀྲང་སྤྱི་བདེ་ལས་ཁུངས་ཀྱི་ཀྲུའུ་ཀྲང་དགེ་འདུན། སྣེ་ལེན་ཁང་གི་ཀྲུའུ་རེན་གཞོན་པ་དོན་གོ་དང་ལས་བྱེད་རྡོ་རྗེ་བཅས་ནས་ཕེབས་བསུ་ཞུས་རྗེས་བྱས་པར་བྱས་ཙང་འགོ་ཚུགས་ནས་གཟབ་ནན་དང་ཞོག་ཆེ་བོ་ཆགས་ཀྱི་འདུག་བ་ཁོ་ཚོ། བྱས་ཙང་ག་རེ་རེད་ཟེར་ན་མཚོ་སྔོན་ནས་མ་ནས་ཡོང་དུས་དང་གཅིག་ཟི་ལིང་རེ་སླེབས་དུས། ཨེ། འཐབ་ཕྱོགས་གཅིག་གྱུར་པུའུ་ཡི་དང་ཡིན་པ་ཆེད་མི་རིགས་ཀྱི་ལས་དོན་ཚིག་ལྡན་ཟེར་ཡོད་ས་བོད་པ་རེད་འདུག་བ། རྒྱ་མི་གཅིག་བཅས་སྤྱི་བདེ་ལས་ཁུངས་ཀྱི་འགན་འདུན་ཟེར་བོད་པ་ཆེད་སྣེ་ལེན་ཀྲུའུ་རིན་ཞེས་པ་དོན་གོ་ཟེར་རོ། ལས་བྱེད་རྡོ་རྗེ་བཅས་ནས་ཕེབས་བསུ་ཞུས་རྗེས་ཟི་ལིང་གི་ཟ་ཁང་ཨང་དང་པོ་དེར་བཞུགས་ས་གོ་སྒྲིག་བྱས་འདུག་པ་མ་ཟད། ཟ་ཁང་དེ་ནི་མའོ་ཡིས་ཆེད་དུ་བཟོས་པ་ཞིག་ཡིན་ན་ཡང་མའོ་ཉིན་གཅིག་ཀྱང་དེ་མྱོང་རེད་མི་འདུག་ད་སྣེ་ལེན་ཁང་དང་ཟ་ཁང་གཉིས་ཀ་ཡིན་གྱི་རེད།

ད་འདི་ནས་ལྟ་སྐོར་བྱས་ད་ཟི་ལིང་གཞི་ནས་ད་བོད་ཀྱི་ས་ཆར་འདུག་ཟེར་བྱས་ལབ་གི་ཡོད་པ་གནས་སྟངས་དེ་བར་རེད་ལ། ཚུལ་ཆད་ད་འདི་ནས་བལྟས་ཙམ་ཡིན།